ད་ལྟ་རྒྱལ་ཡོངས་རང་བཙན་ཚོགས་ཆུང་གི་ཚོགས་འདུ་ཐེངས་བདུན་པ་དེ་ད་ཉེ་སླེ་བའི་ཉི་མ་ཁ་ཤས་ནང་ལོགས་ལ་ཀ་ན་ཀྲ་ནང་ལོགས་ལ་ཚོགས་ཡ་གཅིག་རེད་ཤག་ཨ་དེ་ལ་གཅིག་གི་མི་མང་གང་མང་མང་གི་རྒྱབ་སྐྱོར་གཅིག་གནང་རོགས་གནང་བྱས་བྱས་རང་ཉིད་སོ་སོ་རོགས་གཅིག་ཡིན་ན་དུས་རྟག་ཏུ་བོད་ནང་ལ་བཞུགས་དེ་ནས་ཞི་ལུ་པིན་དག་གི་སྐུ་ཚབ་དང་ཨ་ནེ་བོད་རྒྱལ་ཁབ་དང་བོད་མི་རིགས་ལ་ཡང་ཞེན་ཁོག་ཁེལ་ཡོད་པའི་ངེས་ཁོལ་གང་ཟག་ཅིག་ཡིན་པའི་ཆ་ནས། ཨ་མའི་ཚོགས་འདུ་དེའི་ནང་དུ་ལ་རྒྱལ་ཡོངས་རང་བཙན་ཚོགས་ཆུང་གི་རང་བཙན་གྱི། ད་ག་ན་མིང་འདི་ང་དོན་གྱི་མི་འདུག་ཚོགས་འདུ་ཐེངས་བདུན་པ་འདི་ནི་ཀ་ན་ཀྲ་ནང་ལོ་ལ་འཚོལ་ཡ་གི་གཏན་འཁེལ་རང་བྱུང་ཤག་དེ་ལ་ཀ་ན་ཀྲ་བྱེད་ཨ་རི་བྱེད་ཚང་མ་ནང་ནས་མི་མང་གང་མང་མང་གིས་རྒྱབ་སྐྱོར་གནང་རོགས་གནང་བྱས་ཅེས་འབོད་སྐུལ་ཞུ་ཡ་ཡིན། ད་རྣམ་པ་ཚོ་ལ། གདངས་དེ་རིང་ཁ་སང་ད་ཉི་མ་གཉིས་སུམ་བརྩེགས་ནས་ལྷག་པར་དུ་ངོ་དེབ་ནང་ལོགས་ལ་ཨ་ནེ་རྒྱ་ནག་གི་ཐེ་ཝན་གྱི་སྲིད་འཛིན་ལ་ཡ། Taiwan གྱི President ཟེར་བ་གི་ཐ་སྙད་དེ་བོད་ཆས་བཏང་གི་མ་བཏང་བ་དང་ཐེ་ཝན་གྱི་སྲིད་འཛིན་ལ་ཡ། Chief of Executive བཅས་ཀྱི་ཏུའུ་སི་ཡཱ་མིང་བརྗིད་བཞག་ཅིང། གང་ལྟར་རྒྱ་ནག་གི་ཏུའུ་སི་ཡཱ་དག་ཅིག་གིས་ཐའེ་ཝན་ལ་འཛམ་བུ་གླིང་སྡིངས་ཆར་འདིའི་སྒང་ལོགས་ལ་དགག་པ་ཅིག་རྒྱག་རེ་དགོས་རེད། ད་འདི་དགག་པ་རྒྱག་དགོས་ཡས་ཀྱི་རྒྱུ་མཚན་འདྲ་བོ་དེ་རེད་བ། རྒྱུ་མཚན་མང་པོ་ཅིག་ཡོད་རེད། ད་ག་ནང་ཤེས་ཅིག་གིས་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཐའེ་ཝན་གྱི་སྲིད་འཛིན་ལ་ཡ་རྒྱ་ནག་གི president བྱས་རྗེས་བོད་ཀྱི་ནས་རྒྱ་ནག་གི་ཐའེ་ཝན་གྱི་སྲིད་འཛིན་ལ་སྤྱི་པོ་ཨེ་བི་ཀོས་ཏིག་ལ་ནས་བོད་ཕྱི་སུ་ཐང་ཆེ་ད་ལྟ་ད་སྤྱི་པོ་ཨེ་བི་ཀོས་ཏིག་ལ་འདུག་ཕྱོགས་ཆུང་གཅིག་གི་རྒོལ་འཛིན་རྒོལ་འཛིན་འདྲ་བོ་ཅིག་གིས་ཐ་སྙད་འདྲ་བོ་ཅིག་སྤྲད་བྱས་འདི་འདྲས་བྱས་མིན་བཤད་ཡོང་དུ་བོད་པའི་སྤྱི་ཚོགས་ནང་རོ་ལ་མི་མང་པོ་ཅིག་གིས། ཨ་ནེ་ང་རང་ཚོ་ཆབ་སྲིད་ཀྱི་དབུ་ཁྲིད་བདམས་ཐོན་གྱི་སྲིད་སྐྱོང་གཙོ་སྤེན་པ་ཚེ་རིང་གིས། འོས་བསྡུ་དང་སྦྲགས་ཚེ་འོས་བསྡུ་ཐོབ་མེད་འོས་བསྡུ་གྱི་རྗེས་ལ་འོས་བསྡུ་ཐོབ་མེད་ད། འོས་བསྡུ་ཐོབ་ཐོབ་ཚར་བ་དང། ལྡི་ལི་ཐའེ་ཝན་ཟུང་ཆབ་ནང་ནས་ཨ་ནེ། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་བདམས་ཐོན་གྱི་སྲིད་གཞུང་གཙོས་སྤེན་པ་ཚེ་རིང་ལགས་ལ་འོས་བསྡུ་ཐོབ་པ་དང་འཚམས་འདྲིས་ཀྱི་ཡི་གེ་ཅིག་བཏང་ཡོད་འདུག་ཨ་ནི་ང་ཚོ་བདམས་ཐོན་གྱི་སྲིད་གཞུང་གཙོས་སྤེན་པ་ཚེ་རིང་རང་གི་ཞལ་ནས་ཨ་ནི་ཐ་བན་གྱི་ཡི་གེ་འདི་ལ་གཞུང་འབྲེལ་དང་ངོས་ནས་ཡིག་ལན་ག་ཡ་ཡང་སྤྲད་མེད་གང་ལྟར་ད་དོ་སྣང་སྤྲད་མེད་ཅེས་ཀྱི་ཁོ་རང་གི་ཞལ་ནས་དུ་གསུངས་ཡོད་རེད་འདི་དང་གཅིག་བྱས་དེ་ནས་ད་ཅི་གི། ལྷ་ས་སྒར་ཚོ་ཁམས་དང་ཨ་མདོ་དང་མངའ་རིས་དང་དེ་ཚོ་ནི་ལྷ་སར་འགྲོ་འདོད་ཙམ་པ། བོད་ལ་འགྲོ་གི་ཡོད་ཅེས་ནི་བཤད་ཡ་ལ་སོགས་པ། ད་ག་ནང་བཤད་ཅིག་ཨ་རིའི་ནང་ལོག་ལ། དྲི་བ་དྲི་ལན་ཅིག་གི་སྐབས་ནང་ལོག་ལ། བོད་དེ་རྒྱ་ནག་གི་ཆ་གཞི་རེད་ཅེས་ནི་གསུང་ཡ་ལ་སོགས་པ། ད་གང་ལྟར་འདི་འདྲའི་ཅིག་གི་ཐ་སྙད། ང་རང་ཚོ་སྤྱི་ཚོགས་ནང་ལོག་ལ། གླས་ཡོད་འདུག་མི་མང་པོ་ཅིག་གིས། བསམ་མནོ་མ་འདྲ་བ། ནི། གར་ཚེ་བར་དག་དེ་ལ་ཡ། སོ་སོ་གི་ཚོར་བ་མ་འདྲ་བ་མང་པོ་ཅིག་གསུངས་འདི་ངས་འདི་འདྲ་མང་པོ་བྱས་པ་རེད། ཚང་ཚ། མི་མང་ཆེ་བ་གིས། ད་ལྟ་ངས་སྤྱི་ཚོགས་དྲ་ལམ་ནང་ལ་ངོ་དེབ་ནང་ལ་བལྟ་བསྡད་འདུག་ཙམ་པ། བདམས་ཐོན་གྱི་སྲིད་སྐྱོང་གི་ཅོ་སྤེན་པ་ཚེ་རིང་གིས president གི། ནི་ཚིག་དེ་ཁོ་རང་གིས། ལས་ཤོག་གང་ནི་མ་བཀོག་ཚ་ཡིན་བྱས་ནས་གསུང་བ་འདི། སྐྱབས་འགོ་རུམ་བྱེད་ཀྱི། ཨ་ནི President ཟེར་ནི། ཚིག་ཅིག། དེ། བ་ཚའི་སྐྱབས་འགོ་རུམ་བྱེད་ཀྱི་གནང་བྱ་བ་དང། ཨ་ནི་དེ་ལ་ཡ། ཁྱོད་སྤེན་པ་ཚེ་རིང་གིས། མོས་མཐུན་མ་བྱས་ནས་བསྐོ་བཞག་བ་དང་འདི་འདྲའི་ཅིག་འདྲ་བོ་ཅིག་ཡོད་ན་ནི་ད་ག་ད། མང་ཆེ་བ་གིས་བརྒྱ་ཆ་ལ་དཔེ་བས་ནས་བརྒྱ་ཆ་དགུ་བཅུ་གོ་དགུ་བཅས་ཀྱིས་འདི་འདྲའི་གི་ཚོར་བ་བཤད་དེ་ནི་འདི་འདྲ་མང་པོ་ཞིག་འདུག་དེ་ན་རང་ཉིད་སོ་སོ་གི་སེམས་པ་ནང་ལོགས་ལ། President ཟེར་བ་ཐ་སྙད་འདི་ང་ཚོ་བོད་པའི་ནང་ལོགས་ལ། དམིགས་བསལ་གི། སྐྱབས་མགོན་རིན་པོ་ཆེ་གི་གནང་ཡིན་པས་བཟོ་རོ། ངས་འདི་ལ་ཡག་ཅིག་གི་གོ་བ་ལེན་ཐུབ་ཀྱི་མི་འདུག་གང་ཟག་སྐྱབས་མགོན་རིན་པོ་ཆེ་གི་བཀའ་སླབ་ཅིག་ནང་ལོགས་ལ། Prime Minister བྱས་ནས་བཤད་པ་ཡིན་ན་ཆབ་སྲིད་དང་དྲག་བཅས་བྱེད་མཁན་མང་པོ་ཡོང་གི་འདུག་ཡིན་ན་ང་རང་ཚོ་ད་ལྟའི་སྐབས་ནང་ལོགས་ལ President བྱས་ཚེ་ལབ་བྱ་བ་འདི་ཡག་པོ་ཞུ་འདུག་ཨང་གསུང་གི་འདུག་བ། འདི་ཚོགས་པ་གཅིག་གི་སྒོ་འབྱེད་གཅིག་དང་བསླབ་གྲྭ་གཅིག་གི་སྒོ་འབྱེད་གཅིག་དང་ཚང་མ་ལ་གོ་བོ་འདུག་ཨང་ཟེར་ནས་གསུང་བསྡད་པ་མ་གཏོགས President བྱས་ཚེ་ཚིག་འདི་སྐྱབས་འགོ་རུ་བྱེད་མཁན་སྣང་བྱ་བ། ཡིན་པས་སོ། སོ་སོ་ངོས་ནང་ནས་ཚོར་བ་འདི་འདྲ་སླེབས་མ་སོང་ལ། ད་ཡིན་ན་བདམས་ཐོན་སྲིད་སྐྱོང་ཁྱོད་སྤེན་པ་ཚེ་རིང་གི President གི་ཐ་སྙད་དེ་ཁོ་རང་གི་ལས་ཤོག་གང་ནས་མ་བསྐོ་ཡོང་གསུང་ཡ་ནི། ད་ངས་དུས་རྟག་ཏུ་དུས་རྟག་ཏུ། ང་རང་ཐད་ཀར་རྒྱལ་སྲིད་ནང་ལོག་ལ་དུས་རྟག་ཏུ་ངས་བཤད་བསྡད་ཀྱི་ཡོད་རེད། ད་ཡང་འདི་ངེད་ཀྱི་བདམས་ཐོན་གྱི་སྲིད་སྐྱོང་ཁྱོད་སྤེན་པ་ཚེ་རིང་གི། འགྲིག་མི་འདུག་ད་ཅིག་གིས་གར་སེ་བར་ཁོ་རང་ལ་ཡང་གཞི་མེད་ཀྱི་སྐྱོན་བརྗོད་དང་དེ་འདྲའི་བྱེད་ཁ་གལ་སླད་མེད་རེད་བ། ཆབ་སྲིད་ཀྱི་དབུ་ཁྲིད་ཅིག་ཆགས་ཚར་བའི་རྗེས་ལ་ཁོ་རང་གི་ཡུལ་ཁོ་རང་གི་དུས་ཚོད་འདིའི་ནང་ལོག་ལ། ཁོ་རང་གི་སྲིད་ཇུས་ག་རེ་ཟིན་མ་ཟིན་ཟེར་མཁན་དེ་ཁོ་རང་གི་བདག་དབང་རེད། སོང་ཙང་ཁོ་རང་གི་སྲིད་ཇུས་དེ་ང་རང་ངོས་ནང་ནས་ཚོར་བ་བྱེད་སྟངས་ལྟར་ཡིན་ན་ཁོ་རང་འདྲ་བོ་ཅིག་ཡིན་ན་རྒྱ་མིས་གཅིག་གྱུར One China Policy། ལ་མཐར་གཅིག་ཏུ་རྒྱབ་སྐྱོར་བྱེད་མཁན་དང་མཐར་གཅིག་ཏུ་ཁས་ལེན་མཁན་གྱི་གང་ཟག་ཡིན་པ་འདི། ད་ངས་ངོ་དེབ་མང་པོ་ནང་ལ་ཐད་ཀར་རྒྱང་སྲིང་མང་པོ་ནང་ལ་བཤད་ཚར་བ་ཡིན། ད་ང་ཚོ་གི་བསམ་མནོ་འདུག་བཏང་ཡོད་འདུག་བརྩམས་པ་སྐྱབས་མགོ་རུམ་བཅས་ཀྱི་གནང་བཞག་བ་གི President ལ་སྐྱབས་མགོ་རུམ་བཅས་ཀྱི་གནང་རྒྱུ་རེད་བསམ་ས་ང་འདི་གླེང་གི་མི་འདུག་རེད་བ། ཡིན་ན་ང་ཚོ་གི་སྤྱི་ཚོགས་ནང་ལོ་ལ་ང་རང་ཚོ་གི་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་ནི་མིང་ལ་ཡབ། President། བྱས་ཚེ་ལབ་དགོས་ཡག་གི་རྒྱུ་མཚན་དང། ཨ་ནི་བདམས་ཐོན་གྱི་སྲིད་སྐྱོང་གི་ཅོ་སྤེན་པ་ཚེ་རིང་གི President གི་ཚིག་འདི། ཁོ་ར་ལས་ཤོག་ག་ནས་མ་འཐེན་དགོས་ཡག་འདི་ག་རེད་རེད་ཟེར་བ་ཡིན་ན། བསམ་བློ་སུ་བཏང་བ་ཡིན་ན། President ལབ་ཡོང་དུ་བརྩམས་པ། ཨ་ནི་རྒྱ་ཁབ་ཡོང་ངེས། རེད་བ། ཨ་ནི། ཇི་དགེ་ལ་གང་དག་ད་རང་བྱས་ཡོད་དེ་ངས་རྒྱ་ཁབ་ཡོད་དེ་ངས། དེ་འདྲའི་ཅིག་ལ་ཡ། གོ་དེ་གོ་གང་དེ་ཟེར་གར་སེ་ན་ང་ཚོ་སྤྱི་མཚོས་བོད་མི། ད་ཡ president ལགས་ན་ཡ་ཚོགས་པ་སྐྱིད་སྡུག་ན་ལོ་ལས president ཡོར་ད། ད་ཡིན་ན presid ད་དེ་ང་ཚོ་ཡ་སྐད་ཅིག་བཤད་ཡོང་དུ་ད་བསམ་བློ་བཏང་ཡོང་དུ་ཁ་གཉིས་ནས་སྐད་ཅིག་བསམ་བློ་བཏང་ཚེ་ཁ་གཉིས་ནས་སྐད་ཅིག་བཤད་དགོས་གོ་ར། བླ་བྲག་འདྲ་པོ་ད་ཚོགས་པ་སྐྱིད་སྡུག་འདྲ་པོ་ད་དེ་འདྲའི་ཡིན་པ་ཡིན་ན presidents ལགས་པ་ཡིན་ན། ཁོས་གིས་ཞི་བི་ཞི་བི་ཅི་ཁྱད་པར་ག་ཡིས་བཟོད་དགོས་ཟེར་ན་བཟོད་དགོས་ཡོད་མ་རེད། ཡིན་ནའི་སྤྱི་མཚུངས་བོད་མི་སྒྲིག་འཛུགས་འདི། བོད་མི་མང། བོད་ལ་ཡོད་ན་རེད་རྒྱ་གར་ལ་ཡོད་ན་རེད་ཕྱི་རྒྱལ་ཡུལ་གྲུ་ག་ན་ལ་ཡོད་ན་རེད། བོད་མི་མང་གིས། བསམ་བློ་བཏང་སྟངས་དང་འབོད་སྒྲ་གོ་ར་ག་ར་རེད་ཟེར་ན། བོད་འདི་སྔར་སྔ་མོ་ནས། རང་བཙན་ཡིན་པའི་རྒྱལ་ཁབ་ཡིན་པ་གཅིག་མ་གཏོགས་ཕྱི་རྒྱལ་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་ཁྱེད་ཁོ་ན་གླེང་གི་ཡོང། སོང་ཙང་དེ་འདྲའི་སྐབས་ན་ལོ་ལ་བཙོན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་ལ President བྱས་ཚེ་བཤད་ཡོད་འདུག་ཙམ་པ President འདི་གི་གོ་བ་འདི་ཨ་ནི་རང་བཙན་ཡོང་བའི་རྒྱལ་ཁབ་གཅིག་དང་རྒྱལ་ཁབ་གཅིག་གི་སྲིད་བློན་གཅིག་ལ་སྲིད་འཛིན་གཅིག་ལ་ཡང་ཨ་ནི President གོ་གི་ཡོང་བ་འདི་ཨ། ཚིག་ཐ་དོག་པའི་ཞིག་རེད། ཐག་ཆད་པའི་ཞུས་རེད། སོང་ཙང། ཁོ་རང་འདྲ་བོ་བྱས་ན། ནམ་རྒྱུན་གྱི་སྲིད་སྐྱོང་གཙོས་དཔོན་པོ་ཚེ་རིང་འདྲ་བོ་བྱས་ན་རྒྱ་ནག་གཅིག་གྱུར One China Policy ལ་ཁས་ལེན་མཁན་གྱི་མི་གཅིག་གིས་ཨ་ནི་ཁོ་རང་གི་ལས་ཤོག་གང་ལོག་ལ་ཁོ་རང་མིང་གང་ལོག President བཏགས་པ་ཡིན་ན། ཨ་ནི་རྒྱ་ནག་གི་སྲིད་བྱུས་དང། ཐོན་གྱི་ཡོད་མ་རེད། རྒྱ་ནག་གི One China Policy ནང་ལོགས་ལ་རྒྱ་ནག་གི་གཅིག་རྒྱ་ནག་གཅིག་གྱུར་གྱི་སྲིད་ཇུས་ཀྱི་ནང་ལོགས་ལ་གང་ལྟར་ཐའེ་ཝན་ཡིན་ན་རེད། བོད་ཡིན་ན་རེད་སོག་པོ་ཡིན་ན་རེད་མོང་གོ་ལི་ཡན་དེ་འདྲ་སོག་པོ་ཡིན་ན་རེད་དེ་ཚོ་ཚང་མ་ལོ་རྒྱ་ནག་གི་ཨ་ནི། ཆ་བཞི་ཡིན་པ་མ་གཏོགས་རང་བཙན་ཡོད་བའི་གི་རྒྱལ་ཁབ་གང་ལོ་ལ་བརྩི་གི་ཡོད་མ་རེད་སོང་ཚེ་དེ་འདྲའི་གང་ལོ་ལ་ཐེ་གཏོགས་བྱེད་མཁན་སུ་རེད་བ་བྱེད་ན་དེ་ལ་ཡང་རྒྱ་ནག་གི་མཐར་གཅིག་ཏུ་དགག་པ་རྒྱག་དེ་ངས་གཅིག་དང་མཐར་གཅིག་ཏུ་ཨ་ནི་དེ་ལ་ཡང་གར་སོ་བ་དོ་ལེན་བྱས་དེ་ངས་གི་ཨ་མི་དེ་འདྲའི་བྱེད་རེད་སོང་ཙང་དེ་འདྲའི་བྱེད་ཡིན་དུ་ཙམ་པ་ང་ཚོ་གི་སུ་རེད་བ་བྱེད་ན་ད་རེས་ང་རང་ཚོ་གི་རེད་བ། ནམ་ལེན་གྱི་སྲིད་སྐྱོང་ཅོ་སྤེན་པ་ཚེ་ལ་རྒྱབ་སྐྱོར་བྱོས་མཁན་ཡིན་ན་ང་ལ་ཐལ་མོ་གཉིས་རྒྱག་ཚེ། ད་རེས་བོད་མི་རིགས་གཅིག་དང་བོད་རྒྱལ་ཁབ་གཅིག་གི། ཨ་ནི། ཚབ་ཅིག་བྱས་ཚེ། འོ་ནས་དྲ་ནས་བོད་མི་རིགས་དང་བོད་རྒྱལ་ཁབ་ལ་ཡ་ཞེན་སྒོ་ཡེ་བའི་གི་གང་ཟ་ཅིག་ཡིན་པའི་ཆ་ནི། རྣམ་པ་ཚོ་གས་དགོངས་པ་བཞེས་དགོས་ཡ་འདི་གལ་ཆེན་པོ་ཞིབ་རེད་བསམ་ས་རོགས་ཞེ་དྲིན་གས། རེ་བ། ད་ལྟའི་སྐབས་ནང་ལོགས་ལ་རྣམ་པ་ཚོགས་འདུག། འོས་བསྡུ་འདི་ཐོབ་ཆེད། དམ་དོན་གྱི་སྲིད་སྐྱོང་ཅོ་སྤེན་པ་ཚེ་རིང་གིས་འོས་བསྡུ་འདི་ཐོབ་ཆེད་རྣམ་པ་ཚོགས་འདུག་ཟེར་བ་ཡིན་ན་ད་ལྟ། ཨ་ནི། གཏམ་བཟང་གཅིག་ལ་དངོས་གནས་དྲང་གནས་བོད་མི་རིགས་ལ་ཡང་དགོས་ཡག་གི་གནས་ཚུལ་འདི་འདྲའི་གེགས་བཀུར་ཅི་ཡོད་མ་རེད། རེ་བ། ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་སྐབས་གཅིག་ན་ལོ་ལ་སྐྱབས་རྗེ་ཟོང་ཐོ་རིན་པོ་ཆེ་གིས། ནི་ལྷ་གསུམ་རྟེན་མཆོག་གི་སྐོར་ན་ལོ་ལ་བཀའ་བསླབ་གཅིག་ན་ལོ་ལ། ལྷ་གསུམ་རྟེན་མཆོག་ལྷ་གསུམ་རྟེན་འདི་ངེད་ཀྱི། འདི་ཚོ་ལ་ང་ཞིབ་ཞིབ་ཀྱིས་སྐྲག་གི་མི་འདུག། ཡིན་ན་ང་གི་སེམས་པ་ན་ལོ་དངངས་འཚབ་དང། ཨ་ནི་གཅིག་གིས། དོགས་པ་དང་སྣང་ཚབ་དེ་ག་རེ་ཡོད་ཟེར་བ་ཡིན་ན། སྐྱབས་འགྲོ་རིན་ཆེན་ལ་ཡང་དད་པ་མེད་པ་དང་སྐྱབས་འགྲོ་རིན་ཆེན་ལ་ཡང་འཚེ་མེད་ཞུམ་མེད་དང། སྐྱབས་འགྲོ་རིན་ཆེན་ལ། སྐྱབས་འགྲོ་རིན་ཆེན་མཉམ་འདུག་དང། ཐག་རིང་དུ་འགྲོ་ཡག་གི། ཉེན་ཁ་དང་སེམས་འཚབ་དང་དོགས་པ་འདི་འདྲའི་ཆེན་པོ་ཞུ་འདུག་བྱས་རྗེས་ད་གང་ལྟར་བྱས་མ་བྱས་ཤིག་སྐྱབས་འགྲོ་སྐྱབས་རྗེ་ཟོང་ཚོ་རིན་ཆེན་ག་རེ་གསུངས་ཡོད་དེ་ངས་དེ་འདྲའི་རང་བཙན་བཤད་ཐུབ་གི་མ་རེད་ད་གང་ལྟར་རྡོག་རྡོག་འདི་འདྲའི་རོགས་བྱེད་ཀྱི། སྐྱབས་ཀྱི་གཟུངས་ཐོར་འཇིགས་གསུང་བའི་གསང་རྫོགས་ད་ལྟའི་སྐབས་ན་ལོ་ལ་ང་རང་རྣམ་པ་ཚོ་རྣམ་པ་ཚོ་འདུག་ཟེར་ན་རེ་བ། ད་རིང། སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རེ་བ། ད་དགུང་ལོ་འབྲས་བུ་འདི་སྐམ་གྱི་ཕེབས་ཚར་རེད་ང་འདྲ་བོ་ཅིག་ཡིན་ན། ད་ལྟ་བར་དུ་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ག་ན་ཞིག་ཅིག་གི་དགའ་ལྡན་ཕོ་བྲང་ངོས་ན་ནི་དེ་ག་ན་ཞིག་སྐུ་སྒེར་ཡིག་ཚང་ངོས་ན་ནི་སྐྱབས་མགོན་རིན་པོ་ཆེ་གིས་ཨ་ཨམ་ཆོས་གོ་དགོས་འོང་མ་རེད་བྱས་རྗེས། དུས་ནམ་ཡང་གསལ་བསྒྲགས་བྱས་བ་དང་མི་མང་ལ་བཤད་བྱ་བ་འདི་འདྲའི་ངས་ཀྱང་གོ་མ་མྱོང་མཐོང་མ་མྱོང་ཟེར་བ། ཡང་ང་མ་མཐོང་ན་ཡིན་ཞེས་བ་འདི་འདྲའི་སྐད་ཡོད་མ་རང་ག་ཟེ་གི་ན། ང་ནོར་མེད་པ་ཡིན་ན་ནང་པ་ཚོ་གས་གོ་ཡོད་ཀྱི་མ་རང་མཐོང་ཡོད་ཀྱི་མ་རེད་སོང་ཙང་ད་ང་ཚོའི་སྤྱི་ཚོགས་ནང་ལོག་ལོག་གློག་གོ་འདི་འདྲའི་ཚིག་ཡོད་རེད་ཁོ་རང་གིས། འདམ་སྟོན་གྱི་སྲིད་སྐྱོང་གཅོད་སྤེན་པ་ཚེ་རིང་གིས་སྐྱག་འགོ་རུ་འཛེག་གི་ཨ་མཆོག་གོ་དགོས་ཡོག་མ་རེད། ཅིག་གསུངས་ཡོད་རེད་བརྗོད་གཞི་ག་རེ་གང་ལ་བཤུང་ཡོད་རེད་གནད་དོན་ག་རེ་གང་ལ་གསུངས་ཡོད་རེད། གར་ཅི་ནས་གསུངས་ཡོད་རེད། ད་དེ་ཚོ། ངོ་ནས་དྲང་ནས་ད། དཔེ་རེད་དོ། ད་སྐྱག་འགོ་རུ་འཛེག་གི་ཨ་མཆོག་གིས་སེང་གེ་མེད་པ་ཡིན་ན་སྐྱག་འགོ་རུ་འཛེག་གི་ད་ཕན་ཐུག་ཐུག་ནང་ལོག་ལ་མི་མང་ལ་ཡ་ཡིན་ན་རེད། སྐྱབས་མགོན་རབ་མཛེས་ཀྱི་ཨམ་རྗེས་ཡིན་ན་རེད་རེད་བ་སྒེར་གྱི་ཨམ་རྗེས་རེད་སྐུ་སྒེར་ཡིག་ཚང་རེད་ད་ག་ན་ཞིག་དགའ་ལྡན་ཕོ་བྲང་གི་ཨ་ནི་གསལ་བསྒྲགས་འདི་འདྲ་དང་མི་མང་ལ་ཡང་སྐྱབས་མགོན་རབ་མཛེས་ཨམ་རྗེས་གོ་གི་ཡོད་མ་རེད་སིང་ངེར་ལ་གསུང་རྒྱུ་ཡོད་མ་རེད་ད་ད་རིང་ཐོབ་ཐོ་གང་ལོ་ལ་སྐྱབས་མགོན་རབ་མཛེས་ཨམ་རྗེས་གོ་གི་ཡོད་མ་རེད་བྱས་ནས་གསུང་སྐད་འདི་ང་རང་ཚོ་བཅའ་བཅོས་མཛོད་བོད་མི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་ཨེ་འདུག་སུ་ཡང་གསུང་གི་ཡོད་འདུག་བསམ་པ་དེའི་གི་བརྡ་ལན་འདི། འདི་གི་བརྡ་ལན་ཇི་ཡོད་ན་བརྡ་ལན་འདི་ག་བ་ལ་འགྲོ་དགོས་པ་རེད། རེད་བ། ད་ང་ཚོ་ཚིག་འདྲ་བོ་འདི་འདྲས་བེད་སྤྱོད་བཏང་བ་ཡིན་ན་རྒྱ་གར་ནང་ནས་ཚིག་འདྲ་བོ་ཅིག་བེད་སྤྱོད་བཏང་བ་ཡིན་ན་དཔེ་མ་སྲིད་འགྲུག་བྱས་རེད་ད་དེ་ཚོ་ང་གིས་དེ་ནི་མ་བཤད་ཡོང་དུས་ནས་ང་སྤྱི་ཚོགས་ནང་ལོགས་ལ་གོ་རྟོགས་སྤེལ་ངེས་ཅིག་ཡིན་དུས་ཙམ་པ་ངས་བཤད་དགོས་དགོས་བ་རེད་རེད་བ། ཡིན་ན་ང་ལ་དགག་པ་རྒྱག་ངེས་དང། ད་འདི་ངས་བཤད་ཚར་བའི་རྗེས་ལ་ང་ལ་ཡག་ཅིག་གིས་ཟུར་དུ་འབྲེལ་བ་བྱེད་མཁན་འདི་འདྲ་མང་པོ་ཡོང་གི་རེད་བསམ་གྱི་འདུག།

དགྲ་བོ་འདི་ལ་རྒོལ་ཡ་གི། བཀའ་མེད་འདི་ཚོ་ང་ངོས་ན་ནི། བསྟན་དེ་ཁོ་ར། གསུང་ཡ་ཡོད་མ་རེད་བསམ་ས་རུ་དྲན་གི་ཡོད་རེད་བ། བརྗོད་གཞི་ག་རེ་ག་ལ་གསུང་གི་ཡོད་ན་རེད་གནད་དོན་ག་རེ་ག་ལ་གསུང་གི་ཡོད་ན་རེད། ཨ་ནི་སྐྱག་མགོ་རིན་ཆེན་ཨ་མཆོག་གོ་གི་མ་རེད་ཅེས་མི་གསུང་དེ་ཡ་དེ་ཏི་ཟེར། ཏི་ཟེར།

འགྲོ་སོང། ཁྱད་པར་རེས་ད་འདི་ཚུགས། གྲོས་ཆོད་འདི་ཕྱི་ཟླ་གསུམ་པ་ནང་ལོ་ལ་མཉམ་དུ་ཚུགས་བཞག་ནས་འགྲིག་གི་ཡོད་རེད། མ་གཏོགས་ད་ལྟའི་འཕར་མ་འདི་ཉི་མ་ལྔ་རེ་འགའ་ཚོགས་རྗེས་འགྲོ་སོང་ཐེག་པ་རེད། རིགས་གཅིག་གིས་རིགས་གཅིག་གིས་ང་ཚོ་ད། རྡོ་རྗེ་གདན་ལ་སྐྱབས་མགོན་རིན་པོ་ཆེ་གི་གསུང་ཆིངས་གནང་གི་ཡོད་རེད་སྐྱབས་མགོན་རིན་པོ་ཆེ་གསུང་ཆིངས་ལ་ཡང་བསྐྱར་གོ་གི་ཡོད། ད་རེག་བྱེད་ཀྱི་ཨ་ནི་དབྱིན་ཇིས་ཀྱི་ལོ་སར་དང་ཨ་ནི་གནམ་གྲུ་གྱི་རིམ་པ་གོང་ཆེན་པོ་དང་ད་ག་འདྲ་མང་པོ་ཞིག་གསུངས་ཡོད་རེད་ལ། ད་ལྟའི་རྡོ་རྗེ་གདན་ནང་ལོགས་ལ་ང་ཚོ་གི་འདུག་ས་བལྟ་བསྡད་པ་ཡིན་ན། ཨ་ནི་སྤྱི་ལོ་བཅུ་དྲུག་ཐམ་པ་འདིའི་སྐྱབས་མགོན་རབ་འཛིན་སྲུང་བརྩི་ཞུ་ག་ལ་ཡང་བཅག་མི་འདུག་ཨ།

བཀའ་མོལ་གནང་བཞག་པ་འདི་འདྲའི་རྩ་བ་རེད་མི་འདུག་ཨ། སོང་ཙང་འདི་ཚོའི་གྲས་འདི་ཚོ་ང་ཚོའི་སྤྱི་ཚོགས་ནང་ལ་ཡང་རེད་བ། ང་རང་ཚོ་གི་མི་མང་ངོས་ནང་ནས་དམ་བཅའི་རྣམ་པ་ཚོ་ལ་ཡང་རྒྱ་ཆེ་རྒྱ་ཐམ་པ་བདག་དབང་སྤྲད་ཡོད་རེད་ད་ཡིན་ན་རྣམ་པ་ཚོ་གི་མི་མང་གི་སྐུ་ཚབ་རང་མཚོན་ཐུབ་པ་བྱེད་ཅེས་ཕྱག་ལས་གནང་ཡག་ལ་སོགས་པ་མི་མང་གི་སྐུ་ཚབ་རང་མཚོན་ཐུབ་པ་བྱེད་ཅེས་འགན་འཁྱི་བའི་ཐོག་ནས་ཨ་ནི། ཀ་མད་སྣང། སྣང་ཡ་སྣང་ཡ་ལ་སོགས་པ་འདི་འདྲས་སྣང་བ་ཡིན་ན་ང་ཚོ་སྤྱི་ཚོགས་སྐོར་རང་དབང་མེད་པ། ལྷིང་བདེ་བོ། གཅིག་སྒྲིལ་ག་ལོ་ལ་ཏན་ཏན་ཁོ་ར་འགྲོ་གི་རེད་བསམ་ས་རུ་བྱེད་རྒྱུ་ཡིན་རོ། དེ་མེད་པ་སྤྱི་འཐུས་རྣམ་པ་ཚོ་གི་མི་མང་གི་བདམས་གསོལ་མི་མང་གི་བདམས་དབང་སྤྲད་སོང་བྱས་བྱས་ཨ་ནི་སོ་སོ་གི་རང་དོན་རྐྱང་རྐྱང་དང། སོ་སོ་གི་ཁེ་ཕན་རྐྱང་རྐྱང་ལ་ཡ་དགོངས་པ་བཞེས་བྱས་ཕྱ་ལས་སྣང་ཡ་ལ་སོགས་པ་ཀ་མད་སྣང་ཡ་ལ་སོགས་པ་འདི་འདྲས་བྱས་པ་ཡིན་ན་ང་རང་ཚོ་སྤྱི་ཚོགས་འདི་དུས་ནམ་ཡང། གཞི་རྒྱ་བོད་སྤྱི་དང་དུས་ཡིན་ནམ་ཡང། རེ་བ་གཅིག་སྒྲིག་གིས། ངོ་བོ་གཅིག་གང་རུང་ལ་ལས་ཡ་ཁ་པོ་རེ་བསམ་ས་རུ་བྲིས་དགོས་ད་ལྟའི་སྐྱབས་མགོན་རིན་པོ་ཆེ་ཞལ་བཞུགས་པའི་སྐབས་ནང་ལོ་ལ། ང་རང་ཚོ་སྤྱི་ཚོགས་འཁྲུག་ཆ་དེ་པོ་དེ་འདྲའི་བྱུས་ཡོད་རེད། ད་བློ་ཁོག་གཅིག་བཟི་ད་སྐྱབས་མགོན་རིན་པོ་ཆེ་ཨ་མཆོག་གོ་དགོས་ཡོད་མ་རེད་བྱས་བྱས། ཡེས། གཅིག་གིས་ཀ་མེད་གནང་འདུག་ཙམ་པ་གཅིག་གིས་བློ་ཕམ་ཐོག་ནས་གསུང་ཡ་ལ་སོགས་པ་ཡོད་ར། ད་སྐྱབས་མགོན་རིན་པོ་ཆེ་དགུང་ལོ་བགྲེས་པོ་རེད།

ང་རང་ཚོ་སུ་དང་སུ་ཡིན་ན་རེད་བ། ལྷག་པར་དུ། བདམས་ཐོན་གྱི་སྲིད་ཞུ་གཙོས་སྤེན་པ་ཚེ་རིང་ལགས་ལ། ཁྱེད་རང་གིས་དུས་ཚོད་ལོ་ལྔ་རིང་ག་ལ། དངོས་གནས་དྲང་གནས། བོད་སྤྱི་པ་གཅིག་དང་བོད་རྒྱལ་ཁབ་གཅིག་དང་བོད་མི་རིགས་ལ་ཡང་བསམ་བློ་བཏང་རྗེས་འོས་བསྡུ་གང་ལོ་ལ་ལངས་རྗེས་ད་འདི་སྲིད་སྐྱོང་གི་ཞབས་ཕྱག་གང་ལོ་ལས་ཡོད་བ་ཡིན་ན། ཨ་ནི་ཁྱེད་རང་གིས། ཁ་བ་བདུན་ལ། ཁ་བ་ར་བ་དང་དཀར་མོའི་གང་བྱུང་མ་འཇུག་མ་གསུང་རུང་བྱས། ངའི་འབོད་སྐུལ་ཡིན། འདི་ངའི་འབོད་སྐུལ་ཡིན། ད་དེ་ཡིན། ཨ་ནི། རྣམ་པ་ཚོ་ཚང་མ་ལོ། ངོ་ནས་དྲང་ནས། ང་ལས། མཁས་པ་ང་ལས་བསམ་བློ་བཏང་ཤིང་གི། ཡག་ག། ནི་ང་ལས་ཉམས་མྱོང་མང་ན་ཡོང་ངས་དེ་འདྲ་རྐྱང་རྐྱང་ཅིག་རེད་སོང་ཙང་ད་རྣམ་པ་ཚོགས་ཀྱིས་སྐབས་གཅིག་ནཱ་ལོ་ལ་འགྱུར་བ་ཅིག་གོ་གི་འདུག་ང་ཚོའི་སྤྱི་ཚོགས་ནཱ་ལོ་ལ་འགྱུར་བ་ཅིག་དབྱིན་ཇི་ཡིན་ན Changes ལ་འགྱུར་བ་འགྱུར་བ་ཅིག་གོ་གི་འདུག་སེམས་པ་ནཱ་ལོ་དྲན་ཅིག་ཨ་ནི་ནམ་དོན་གྱི་སྲིད་སྐྱོང་ཆབ་དཔོན་པ་ཚེ་རིང་སྲིད་སྐྱོང་གི་འོས་མི་གང་ལོ་ལ་འོས་བླུག་གི་ཡོག་པ་ཡིན་ན་རྣམ་པ་ཚོགས་ཀྱི་འགྱུར་བ་འདི་རྣམ་པ་ཚོགས་ཀྱི་ཟིན་ཡོག་རེད་མཐོང་ཡོག་རེད་ལྷ་བ། ཨ་འདར་བ་དུ། ད་རྣམ་པ་ཚོ་ཟིག་དར་བ། ང་རང་ཚོ་ཉིས་སྟོང་ཉི་ཤུ་ནས་སུ་ནས་ད་ལྟ་བར་དུ་ན་ལོ་ལ། ཨ་ནི། གཏམ་བཟང་པོ་འདི་འདྲ་གས་གོ་ཡ་མི་འདའ་བ། ཉིས་སྟོང་ཉིས་རྩ་བཞི་གི། ཨ་ནི། ལོ་གསར་བ་ན་ལོ་ལ། ད་ང་ཚོ་ནིའུ་ཡོག་ཏཱིམ་སི་ན་ནས་ཚགས་པ་འདི་འདྲའི་ནང་ནས་དོན་གུད་དུ་བ། ང་རང་ཚོ་བོད་པ་ལོ་ཆུང་ཆུང་གཅིག་འདས་གྲོངས་ཅིག་ཕྱིན་དུ་བ། ཚོང་དང། ང་ཚོ་ག་རེ་ཡིན་ནའི་རེད་བ། ངས་ཡང་འདི་ཆབ་སྲིད་ཀྱི་གནས་སྟངས་དང་འདི་ཡང་གཅིག་གི། ཁག་བཅུ། ལོ་ཁག་གཅིག་ལ་ཁྲི་ཡག་གི་འབད་རྩོལ་འདི་འདྲ་གལ་མེད་ད་ཡིན་ན་ང་རང་ཚོ་ནང་ཁུང་ནང་ལོག་ལ་ནང་སྐྲག་མ་ཤི་ན་ཕྱི་དོན་འགྲུབ་པོ་མ་རེད་བྱས་བྱས་གཅིག་གི་བཤད་སྲོལ་གཅིག་ཡོད་རེད་བ། སོང་ཚ་ང་རང་ཚོ་ནང་ཁུང་ནང་ལོག་ལ་སྐྲག་ཤི་བ་གཅིག་གི་ལས་ཀ་ཡོད་མགོ་མི་འདུག་བ། འདི་མ་ཡོང་ཡང་འདི་ཆབ་སྲིད་ཀྱི་དབུ་ཁྲིད་དམ་དོན་པའི་སྲིད་གཞུང་གཙོས་སྤེན་པ་ཚེ་རིང་གིས་བཀའ་མོལ་གནང་བཅུག་རེད་བ། ཁྱོད་རྒྱབ་མདུན་གྱི་སྲིད་སྐྱོང་གཙོས་སྤེན་པ་ཚེ་རིང་ལ་ཡང་ཆབ་སྲིད་ཀྱི་ཐོག་ནས་ལམ་སྟོན་གནང་དེ་ངས་མང་པོ་བྱེད་ཡོད་རེད། དྲུང་ཆེ་དངོས་གྲུབ་ལགས་ཡིན་ན་རེད། དང་ན་ཞིག་མང་པོ་བྱེད་ཡོད་རེད། རྣམ་པ་ཚོ་གི་ལམ་སྟོན་གནང་རོགས་བྱེད་རེད་བ། ཁ་པར་རག་བ་དང་བཀའ་མོལ་འདྲ་མ་འདྲ་མ་གསུང་རོགས་བྱེད་བྱས་ཚེ་ལམ་སྟོན་གནང་རོགས་བྱེད། དེ་ལམ་སྟོན་བྱེད་བྱུང་བ་ཡིན་ན་ཁོ་རང་གིས་བཀའ་མོལ་ག་ཚིག་ཉུང་ཉུང་བཤད་བ་ཡིན་ན་ད་གམ་ཅིག་གི་སྤྱི་ཚོགས་ནང་ལོག་ལ་ལྷིང་འཇགས་པོ་ཅིག་དང་སྤྱི་ཚོགས་གཅིག་སྒྲིལ་ལ་འགྱུར་བའི་གི་ར་བ་ཅིག་དང་ལང་ཀ་ཅིག་མཐོང་བསྡད་ཀྱི་འདུག་ཁོ་རང་སྤྱི་ཚོགས་དྲ་ལམ་ནང་ལོག་ལ་ཁ་བ་ཅིག་ར་བ་དང་སྡིངས་ཆ་དེའི་ནང་ལོག་ལ་བསྡད་པ་དང་རྐུབ་ལྕགས་ར་བ་དང་ཨ་ནི་དཀར་མོའི་གང་བྱུང་མ་བྱུང་བཟུང་བསྡད་པ་ཡིན་ན་ཨ་ནི་སྤྱི་ཚོགས་འདི་ལ་ལོག་ལ་ལྷིང་འཇགས་པོ་ཅིག་དང་སྤྱི་ཚོགས་ཨ་ནི་ཅིག་གི་གཅིག་སྒྲིལ་གང་ལོག་འགྲོ་ཡ་འདི་དཔེ་མ་ཟད་ཁ་ཁོ་རེ་བཞག་སོང་ཙང་འདི་ཚོ་ཁོ་རང་གི་ཆབ་སྲིད་ཀྱི་ལམ་སྟོན་པ་འདི་ཚོ་ཚང་མ་ལོག་གི་ཁོ་རང་ལ་ཡང་ལམ་སྟོན་གནང་རོགས་བྱས་བྱས་ཅིག་འབོད་ཀྱི་ཡིན་རེད་བ། དེ་ནས་ད། ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ། མཁས་མཛོག་བཞི་བོ་འདི་འདྲ་འདུག་རོ། དང་ད་ཡང་ངས། ད་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་དེའི་སྒང་ལོགས་ལ་བརྗོད་གཞི་དེའི་སྒང་ལོགས་ལ་ངས་ཀྱི། Positive དང Negative ཨིན་ཇི་ཡིན་ན་དོགས་འཇོག་དང་བཟང་སྤྱོད་གཉིས་ཀ་གང་ཡིན་བཤད་ཡོད། སྐབས་གཅིག་ནང་ལོགས་ལ་བཀའ་ཤག་གིས་དགོངས་པ་རྒྱ་ཆེན་པོ་བཞེས། སྐྱིད་སྡུག་བྲོས་བྱོལ་མ་ལོ་ལ་གྲུ་བཞི་གྲུ་ཆ་གཅིག་གནམ་འཕེལ། གནམ་འཕེལ་ནི་དེ་ལ་ཡང་སྐྱིད་སྡུག་མང་མོད་ཀྱི། ར་སྐྱིད་སྡུག་ད་གང་ཟག་ཕྱི་ནང་མ་འགྲིག་བ་གཅིག་ཡོད་མར་སྐྱིད་སྡུག་སྤྱི་ལས་དགག་པ་བརྒྱ་ཡོད་མར་ད་ཧ་ལམ་ངས་ཡང་ནོར་མེད་པ་ཡིན་ན། སྐྱིད་སྡུག་ཚང་མ་ལུག་གི་རྒྱབ་སྐྱོར་གྱིས་གནང་བྱས། ཨ་ནི་ད་རིང།

ཨ་ནི་ར་ཛའི་ལག་སྐྱེས་བཟོས་ངས་ཚང་མ་ལོ་ལ་སྙིང་ལྷག་པ་ནས་ཐུགས་རྗེ་ཆེ་དང་བཀའ་དྲིན་ཆེ་ཞུ་ཡ་ཡིན་ལགས་མོད། དེ་ཞུ་གུ་འདི་ལ་མ་འོངས་པ་ལ་རར་བ། ཡང་འདི་ཡི་ངེད་ཀྱི་བྱེད་སྤྱོད་ཡིན་བྱས་བྱས་གཅིག། མིང་དང་ཁྱད་མེད་དང་ཁེ་ཕན་དང་ཁེ་མི་ཁེ་ཡ་བྱེད་ར་བ། འདི་བྱེ་བྲག་པ་གཅིག་གིས་བྱས་བཞག་རྒྱུ་འདི་འདྲ་སྐད་དགོས་ཅིག་མ་རེད། སྲིད་ཚོང་ཟུར་པ་མཁས་དབང་བློ་བཟང་སེང་གེ་སྐབས་ན་ལོ་ལ། རྩ་འགྲེལ་ལ་དེ་སྤར་ཡག་གི་སྤར་ཅག་གི།

ཨ་ནེ། དྲི་གཞི་དྲི་ཆ་འདི་ལབ་ལོང་ཕྱིན་རྗེས་ད་རེས་མི་མང་ལ་ཡང་གོ་སྐབས་འདི་རག་བ་རེད་བ། སོང་ཙང་འདིའི་ནང་ལོགས་ལ། བཀའ་ཤག་དང། བཀའ་སྤྱི་གཉིས་ཀ། བཀའ་ཤག་དང་སྤྱི་འཐུས་གཉིས་ཀ་གི། ཨ་ནེ། བསམ་ཤེས་དང་བཀའ་ཤག་དང་སྤྱི་འཐུས་གཉིས་ཀ་གི། ཕྱག་ལས་གནང་ཕྱོགས་དེ་གི་ངོས་ནས་ནི་ད་རེས་ང་ཚོ། མི་མང་མང་པོ་ཅིག་དང་པད་མ་སི་མང་པོ་ད་རེས་ཡང་རྩ་འགྲེལ་ལག་འགྲེལ་གསར་པ། བཟོས་ངེས་འདི་འདྲ་བྱུང་ཡོད་རེད། དེ་ཚོ་ཚང་མ་ལོགས་ཀྱི། ཁེ་ཕན་ཚད་ན་རེད་མིང་ཚད་ན་རེད་བཀའ་སྤྱི་གཉིས་ཀ་ལ་ཡོད་རེད་མ་གཏོགས་བཀའ་ཤག་གཅིག་པོ་གཅིག་དང་སྲིད་སྐྱོང་གཅིག་པོ་གཅིག་དང་དཔལ་འབྱོར་བཀའ་བློན་གཅིག་པོ་གཅིག་ལ་ཡང་མ་འོངས་པ་འདི་འདྲའི་གནམ་ནས་འཕེན་བསྡད་པ་ཡིན་ན་གོ་ཡང་ཏག་ཏག་འགྲིག་གི་མ་རེད་ད་སྟི་ངས་འདི་ནས་མ་ཅིག་གིས་མ་ཅིག་བཤད་བཞག་ནའང་བསམ་ཚར་རོགས་གཅིག་དྲན་གསོས་རོགས། ཨ་ནི། ད་ང་ཚོ་གནས་ཚུལ་འདི་འདྲའི་མང་པོ་བྱེད་ཡོད་རེད་རོ། སྐབས་དང་དུས་ལ་དཔེ་བས་ཀྱི་ཨ་ནི་སོ་སོ་ཐད་ཀར་རྒྱལ་སྲིད་ནང་ལ་དོན་གྱིས་དོན་གྱིས་རྣམ་པ་ཚོ་ལ་མ་ཤེས་ཀྱིས་ཤེས་ཀྱིས་བྱེད་ཀྱིས་རེད་བ། ད་ལྟའི་སྐབས་ནང་ལོ་ལ། ང་རང་ཚོ་རྒྱལ་ཁབ་མེ་སྒྱོགས་ཀྱི་རང་བཙན་མེ་སྒྱོགས་ཅིག་དང་རྒྱལ་ཁབ་མེ་སྒྱོགས་ཅིག་གི། ཚོགས་པ་ཅིག་རེད་སྒྲིག་འཛུགས་ཅིག་རེད། ང་ཚོ་སྒྲིག་འཛུགས་ལ་ཡང་དམག་མི་ཡོད་མ་རེད་ང་ཚོ་སྒྲིག་འཛུགས་ལ་ཡང་ཨ་ནི་སོ་པ། སོ་པ་ལས་ཁུངས་འདི་འདྲའི་གལ་ཡོད་པ་མ་རེད། བདེ་སྲུང་ལས་ཁུངས་ཅེས་པ་རེད། བདེ་སྲུང་ལས་ཁུངས་ལ། ཞི་བུ་ཞི་བུ་དབང་ཆ་འདི་འདྲའི་གལ་ཡོད་པ་མ་རེད། སོང་ཙང་ད་ལྟའི་སྐབས་ནང་ལོགས་ལ། ག་སྲིད་ང་ཚོ་རང་བཙན་ཡོང་མཁན་གྱི་རྒྱལ་ཁབ་ཅིག་དང། ང་ཚོ་ལ་ཡང་དམག་མི་ཡོད་བ་དང་ང་ཚོ་ལ་ཡང། IB CIB ལ་གི་དོ། འདི་འདྲའི་གི་ཨ་ནི་བདེ་ཆེན་ཡོད་པ་ཡིན་ན། བརྒྱ་བརྒྱུད་ཚེ་ཉིས་སྟོང་བཅུ་དྲུག་ལོ་ནང་ལོ་ལ་ཉིས་སྟོང་བཅུ་དྲུག་དང་ཉི་ཤུ་པར་རུ་ནང་ལོ་ལ་ཨ་ནི་ཨ་རིས་ནི་ཨ་རིས་ཀྱི་ཨ་ནི་དམག་མི་གཅིག་རྒྱ་མི་གི་སོ་བ་རེད་འདུག་བྱས་ཚེ་ཟིང་སྐད་བྱེད་རོགས་ཨ་ནི་མི་འདིས་ཀྱི Statement མི་འདིས་ཀྱི་ག་རེ་བཤད་བཞག་ཡོད་རེད་དེ་ཚོ་གང་ལོ་ལ་ང་ཚོ་རང་བཙན་ཡོད་ངེས་ཀྱི་རྒྱ་ཁབ་ཡིན་ན་ང་ཚོ་གི IB ང་ཚོ་གི CIB དེ་ཚོ་ལ་ཙིས་སྤྲད་བྱས་དེ་ཚོ་གང་ལོ་ལ་ཡང་ཡང་བརྒྱུད་ཀྱི་ང་ཚོ་གི་གནས་ཚུལ་བསྐྱར་ཀློག་བྱེད་ཡག་འདི་འདྲ་རེད་ཤག་ཨ། འདི་གལ་ཆེན་པོ་ཞིག་རེད་དྲན་གྱི་འདུག་རོགས་ད་ལྟ་ང་ཚོའི་སྤྱི་ཚོགས་ནང་ལོ་ལ་ང་ཚོ་འདྲ་བོ་མི་དཀྱུས་མ། ཨ་ནི་གཅིག་གི་རྒྱབ་མདུན་གས་སྐུ་ཅིག་མེད་རྒྱུ་མི་དཀྱུས་མ་དེ་ཚོ་རྒྱ་མིས་ཀྱི་གསོད་པ་རེད། ཁོ་རྒྱ་གར་ནས་ཡོང་རྒྱུ་རེད། ཁོ་ལྷ་སྡུག་ཅག་སྟོན་གྱི་རེད་བྱས་ཚེ་དོན་དག་མེད་ས་ལ་མི་ནག་པོ་བཟོས་ཚེ་དོན་དག་མེད་ས་ལ་མི་ལ་ཡང་དགའ་མཁན་བར་ཆད་བསྐྲད་ཡ་ལ་སོགས་པ་མི་ལ་ཡ། ག་ལ་བ་རུ་ན། བཀའ་ཉན་བསྐྲད་དེ་ཡང་དེ་འདྲ་འདུག་ཨ་ང་ཚོ་སྤྱི་ཚོགས་ནང། དོན་དངོས་པོ་དེ། ཨ་རིའི་ནང་ལོགས་ལ་གཟིམ་འཁྱོག་གིས། ཨ་རིག་གི་དམག་མིག་གིས་རྒྱ་མིག་གི་སོ་བ་དེ་ག་རེ་ཤེས་ཡོད་རེད། དེ་ཚོ་གང་ལོགས་ལ་ཡང་ང་ཚོ་གི་བསམ་བློ་ཆིག་ཐག་མགོ་རྒོད་རེར་བསམ་ས་རུ་བྱེད་ཀྱི་ཡོད་རེད། དེ་ག་ཚོད་ཁོས་ཤེས་དགོས་ཀྱི་མ་རེད། ཨ་རིའི་དམག་མིག་དེ་ལ་ཁོས་གི་ད་ཤེས་དགོས་ཀྱི་མ་རེད།

སྲིད་སྐྱོང་སྤེན་པ་ཚེ་རིང་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་གཙོ་ཡིན་ས་ཡོད། ཁོང་ཚོ་འདི་འདྲས་སློ་བ་རེད་བྱས་རྗེས། འདི་འདྲས་བྱེད་ཀྱི་གནས་ཚུལ་བྱས་བྱུང་ཡོད་རེད། ནེ་པལ་སི་ཚོ་ཙམ་པ་ང་ཚོ་གི་ཐབས་སྐྱོ་བོ་ཞི་བོ་གཅིག་མ་སི་ཐབས་སྐྱོ་བོ་ཞི་བོ་གཅིག་ཚིག་དོ་གཅིག་བྱས་ན་ཡིན་གྱི་རེད། གཅིག་བྱས་ན་ནེ་པལ་འདི་གམ་ཚེ་ཐབས་སྐྱོ་བོ་ཨ་ཡིན་ན་བསམ་ཚོ་དྲན་གྱི་ཡོད་རེད། སྤེན་པ་ཚེ་རིང་ངོ་རྟགས་མ་བྱས་ངེས་གི། ཨཱ་ནི། རྒྱལ་ཁབ་འདི་འདྲའི་ཡིན་གྱི་མ་རེད་དྲན་གྱི་འདུག། ནེ་པལ་གཞུང་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་སུ་ཡིན་གཞོན་ནུ་ཚོགས་གཙོ་སུ་ཡིན་བུ་མེད་སོགས་པ་སུ་ཡིན་ཆ་ཚང་ཧ་གོ་ལྟ་ངེས་ཀྱི་མི་འདི་འདྲ་རེད། འདི་འདྲའི་གཅིག་གིས་རྒྱལ་ཁབ་གཅིག་གི་སྤེན་པ་ཚེ་རིང་ངོ་མ་ཟིན་བ་ཆེ། ཨ་རི་ནི་མི་གཅིག་གི་མིང་ལ་སྤེན་པ་ཚེ་རིང་བྱས་བྱས་ཡོང་བཤད་ངེས་འདི་ཕ།

སྤྱི་འཐུས་གྲོས་ཆོད་ནང་ལོ་ལ་སྤྱི་འཐུས་མང་པོ་གཅིག་གིས་བོད་འདི་རྒྱ་ནག་གི་ཆ་ཞིག་རེད་དམ་མ་རེད། ལས་གསལ་པོ་ཞིབ་པོ་བྱེད་དང་ལས་གླེ་སླ་པོ་ཞིབ་པོ་ཐུང་ཐུང་གཅིག་ལ་བསྐྱོད་རོགས་བྱེད་ཟེར་དུས། ཡ། སྐོར། མ། སྐོར། གང་དག་མདོར་བསྡུས་ནས་བཤད་པ་ཡིན་ན་བོད་འདི་རྒྱ་ནག་གི་ཆ་ཞིག་མ་རེད་གསུངས་ཡོད་མ་རེད། རེད་བ། President། གི་ཐ་སྙད་བཀོལ་ཡ་དེ་ཁོ་རང་གི་ངོ་དེབ་ཁོ་རང་གི་ལས་ཤོག་སྒང་ནས་བཀོལ་ཡ་དེ་མི་དམངས་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་དབབ་འགྲོ་ཡོང་གི་རེད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཟ་གི་ཟིང་གི་ཆག་གི་རེད་བསམ་ཏེ་ཨ་ནི་ཁོ་རང་གིས་གསུང་རེད་བས་ཟེར་ན་རྩ་བ་ར་ནི་མ་རེད། ཁོ་རང་གིས་གསུང་རེད་བས་ཟེར་ན་རྩ་བ་ར་ནི་མ་རེད།

རྟོགས་ཐུབ་ཀྱི་མི་འདུག་གང་ཟེར་ན་སྐྱབས་མགོན་ལུག་རྫས་དཀར་ལགས་འདི་གསན་བསྡད་འདུག་བཙན་པ President ཟེར་ནས་བཤད་བཞག་པ་ཡིན་ན་འདི་ཡག་པོ་འདུག་ཨང། ཨ་ནི་འདི་ཨོ་ནི། མི་མང་པོ་གཅིག་ལ་གོ་གི་འདུག་ཨང་བྱས་ནས་གསུངས་བཞག་པ་མ་གཏོགས་ཅི་གི། ད་ཡང་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་བསམ་མནོ་འདི་འདུག་ཨང་ང་རང་ཚོ་གི་བོད་པའི་གི་སྤྱི་ཚོགས་རང་ནང་ཁུང་ནང་ལོགས་ལ་བསྐོར་བྱས་བསམ་མནོ་ཅིག་ཁེལ་བསྡད་གི་འདུག་ཨང། ད་ངས་གི་ག་རེ་བཤད་དགོས་ལབ་ན presidents ཅིག་ལབ་ཡོད་འདུག་བསམ་པ། ལམ་གཉིས་ཅེས་གང་ནས་ང་ཚོ་གི་འགྲེལ་བཤད་ཅིག་རྒྱག་དགོས་དགོས་ར། ཚོགས་པ་སྐྱིད་སྡུག་ན་ལོ་ལ president ཡོད་རེད། ད་ཡིན་ན་ཚོགས་པ་སྐྱིད་སྡུག་གི president འདི་ད་འདའི་སྐབས་ན་ལོ་ལ་འབྲེལ་བ་ཡོད་རེད་ཟེར་ན་འབྲེལ་བ་ཡོད་མ་རེད་གང་ཟེར་ན་ང་ཚོ་དུས་རྟག་ཏུ་བོད་དེ་ནི་རྒྱ་ནག་གི་ཆ་ཤས་མེད་པ་དང་རང་བཙན་ཅན་གྱི་རྒྱལ་ཁབ་ཡིན་པ་དང་བོད་དེ་རྒྱ་ནག་གི་ཧམ་བག་དང་དམག་དཔུང་གི་ཤུགས་དྲག་ཤུགས་ཀྱི་ཐོག་ནས་ང་ཚོ་ལ་ཡ་མཉམ་བྱེད་ཚར་ནས་ཁྲོ་ཞར་བ་གི་ཅིག་དེ་འདྲས་ཅིག་མ་གཏོགས། རྒྱ་ནག་གི་ཆ་ཤས་རེད་ཅེས་ཅི་ཁས་ལེན་དགོས་བ་མ་ག་རང་བཞིན་ཅིག་གིས་རྒྱ་ནག་ངོས་ནང་ནས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི president ལག་ཡོད་འདུག་ཙང་པ་ཨ་ནི་འཛམ་བུ་གླིང་ལ་བརྡ་ལན་ག་རེ་འགྲོ་གི་ཡོད་ལབ་ན་ད་བདག་ཅིག་གིས་བྱིའུ་གཉིས་བསད་བ་ན་ཤི་རེད། ང་ཚོ་ལ་སྐད་ཆ་དྲིས་མཁན་ལས་ན་ང་ཚོ་ཚོགས་པ་གཅིག་གི་སྒྲིག་སྲོལ་གཅིག་གི president ཡིན་མ་གཏོགས་དེ་ལས་ལྷག་འགྲོ་གལ་མེད་ཟེར་ཚེ་ང་ཚོ་ལན་གཅིག་རྒྱག་གི་རེད། ཡང་ཆབ་སྲིད་ཀྱི་ཐོག་ནས་ལན་གཅིག་རྒྱག་དགོས་དགོས་ཡོད་ན། ང་ཚོ་རང་བཙན་ཡོང་མཁན་གཅིག་གི་རྒྱལ་ཁབ་གཅིག་གི་སྒྲིག་སྲོལ་གཅིག་གི་སྲིད་འཛིན་ཡིན། president ཡིན། prime minister ཡིན། དེ་འདྲའི་ཕྱི་ནས་འགྲེལ་བཤད་རྒྱག་གི་འོས་འདུག་བརྩམས་པ། གང་དག་གཅིག་གིས་ད་ལྟའི་སྲིད་གཞུང་གཅོད་དཔོན་པ་ཚེ་རིང་གིས་ཁོ་རང་གིས་ལས་ཤོག་འགའ་ནི President འདི་མ་བསྐོ་ཡིན་ཟེར་ནས་གསུངས་ཡོད་འདུག་བསམ་པ། ཁོ་རང་གིས་ཡང་རྒྱ་ནག་ལ་ཡང་རྒྱ་ཆེ་རྒྱ་ཐམ་པ། རྒྱབ་སྐྱོར་བྱས་བསྡད་བ་དང་རྒྱ་ནག་ལ་ཡང་བསྟུན་མཁན་བྱས་བསྡད་བ་མ་གཏོགས་ཇི་དགེ་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཁོ་རང་གི་བརྡ་ལན་གལ་ཁུ་ཞིག་སྤྲད་དགོས་བ་མ་རེད། འདི་རེ་ད་རེད། རེད།
དམ་ཚིག་ལ་ངས་འདི་ཡིས་འདི་གང་ལ་ད་ལྟ President ལའི་ཐ་སྙད་འདི་ཀུན་འདུས་ཀྱི་འཕྲལ་ཕུགས་རྒྱང་གསུམ་གྱི་དགོངས་པ་བཞེས་བྱས་ད་འདི་གི་ཐ་སྙད་འདི་འཇུག་ས་འདི་ཆབ་ཆེན་པོ་གཞུག་ཅིག་ལ་སྦྱར་ན་ཡང་སྦྱར་ཆོག་གོ་རེད་ཆབ་ཆུང་ཆུང་ཅིག་ལ་སྦྱར་ན་ཡང་སྦྱར་ཆོག་གོ་རེད། སྐུ་མདུན་གྱིས་འདི་འདྲའི་ཅིག་བཀའ་གནང་བྱས་ནི་འདི་རན་པོ་དང་འཚམ་པོ་འདུག་སྐུ་མདུན་གྱིས་འདི་གསུངས་ཡོད་རེད་ད་འདི་དངོས་གནས་ཀྱི་ད་ལྟ་བརྙན་ཐུང་ནང་ལ་མཇལ་ཡོད་རེད་བ་དེ་ཡིན་དུས་བཀའ་ནི་དམ་དོན་སྲིད་སྐྱོང་གིས་ད་འདི་གི་ཐ་སྙད་དེ་མ་བཀོག་ཡིན་ཟེར་ན་ཧ་ལམ་མ་གསུངས་ན་ཁོ་གི་ད་ཞུ་བྱེད་ཡིན་པ་འདྲ་བོ་བཤད་ཡོད་དུས་བཀའ་ནི་ཁྱེད་རང་གི་ལབ་བ་ན་ཞིག་རེད་ད་ཁོ་རང་གི་རྒྱ་ནག་ལ་མགོ་སྐོར་བསྒྲུབ་བསྡད་ཀྱི་ཡོད་པ་དང་ཨ་ནེ་ད་འདི་གཅིག་པོ་མ་རེད་དོ་དམ་དོན་སྲིད་སྐྱོང་གིས་ད་ལྟ་བར་དུ་བོད་རྒྱ་མི་ཆ་ཤས་རེད་གསུངས་བསྡད་ཡས་དང་ཨ་དེ་ག་ན་བཞིན་གྱི་ཡང་སྐབས་སྐབས་རེ་ཡང་ང་མི་གཅིག་གིས་ད་བྱེད་ཡས་གལ་མི་འདུག་བ་ས་ལས་འགྲོ་དེ་སྐད་ཤོད་བསྡད་དེ་འདྲས་རེད་བ། སྐབས་ལ་ཨ་ནེ་སྔས་མ་སྲིད་ཟུར་གྱིས་ཨ་ནེ་འཇོན་གྱི་མེད་ཙང་ཨ་ནེ་ང་ཡར་ལངས་ཡས་ལས་འགྲོ་དང་ད་དཔེ་ཆ་སྐད་ཆ་ནང་དཀར་མང་པོ་བཞུགས་རྗེས་ཁོ་རང་གིས་བཤད་བདེ་བ་དང་སྤྱི་ཚོགས་ནང་ལོགས་ལ་སེམས་ཤུགས་ལྕགས་བཞི་ཞུ་བོ་ཅིག་བཟོས་ཡོད་རེད་ཨ་ནི་རྒྱ་བོ་རིན་པོ་ཆེ་ཡང་སྲིད་ཀྱི་ཐོག་ལ་ཡིན་ན་ཡང་ཐེ་བྱུས་འདྲ་བོ་བྱེད་ཅེས་རྒྱ་ནག་ལ་གཅིག་ཡིན། ཕལ་ཡས་འདི་སྒང་ལ་ཡང་བྱི་དོག་མེད་ས་ལ་བྱི་དོག་འགྲོ་བོ་བྱེད་ཅེས་ད་ཁོས་ཀྱི་ཆོ་མེད་རྒྱུ་རྐྱང་རྐྱང་བྱེད་ཅེས་ད་ད་ལྟ་བར་དུ་ཁོ་རང་འདུག་ས་ཕལ་བདེ་བ་རེད་ད་ཡིན་ན་ཡང་ངས་དེ་རིང་དངོས་གནས་ཀྱི་བསམ་ཚུལ་ག་རེ་ཞུ་གི་ཡོད་ལབ་པ་ཡིན་ན་ང་རང་གཙོ་བོ་ད་ད་ཁ་ཚང་གྲོས་ཚོགས་འཕར་མ་འདི་ཚོགས་མ་ཐུབ་ཡའི་ཐོག་ལ་ཨ་ནི་འགོག་རྐྱེན་བཟོས་མཁན་འདི་ཚོ་ལ་ཡ་མཐའ་གཅིག་ཏུ་ངོ་རྒོལ་དང་ཨ་ནི་དེ་དང་མཉམ་དུ་ག་རེ་ཞུ་ཡ་ཡོད་ལབ་པ་ཡིན་ན་ད་ང་རང་ཚོ་འདྲ་བོ་འཇིན་པ་ཡིན་ན་གཏམ་ཚེ་ལགས་དང་ད་ང་རང་ཚོ་འདི་ནང་ལ་དྲ་རྒྱ་ནང་ལ་བཤད་བསྡད་མཁན་ཆ་ཚང་ལོ་རང་དབང་ལུང་པ་ཅིག་ལ་བསྡད་ཡོད་རེད་ཡར་ཐོན་གྱི་རྒྱལ་ཁབ་ཅིག་ལ་བསྡད་ཡོད་རེད་ང་ཚོས་གི་ཟ་ཡས་དང་བཏུང་ཡས་འགྲིག་གི་མི་འདུག་ཟེར་ན་ནི་ང་ཚོས་སྐད་ཆ་བཤད་ཀྱི་ཡོག་མ་རེད་ང་ཚོས་ཀྱི་དུས་ཚོད་འཁྱོག་པོ་མི་འདུག་སི་ལ་ནི་ང་ཚོ་སྐད་ཤེས་གི་བ་མ་རེད་ང་ཚོ་སེམས་ཁམས་མི་བདེ་བའི་ཆ་ནི་ང་ཚོ་སྐད་ཤེས་གི་བ་མ་རེད་ང་ཚོས་ཀྱི་སྐད་ཆ་བཤད་པ་དེ་གཅིག་གོ་རྟོགས་ཅིག་སྤེལ་ན་བསམ་གི་བ་རེད་ད་དེ་གོ་རྟོགས་སྤེལ་ས་ཀྱི་ཡུལ་དེ་གཙོ་བོ་དེ་རྒྱ་བལ་འབྲུག་གསུམ་བསྡད་མཁན་གྱི་བོད་མི་ཚོ་ཆགས་བསྡད་གི་བ་རེད་བོད་མི་རྣམ་པ་ཚོ་ཀྱི་ཡིན་པ་ཡིན་ན་ཡང་མ་འོངས་པ་ལ་དངོས་གནས་དྲང་གནས་ཅིག་རྒྱ་གར་འདྲ་བོ་ཅིག་ཡིན་པ་ཡིན་ན་སྐྱབས་བཅོལ་ནང་བསྡད་པའི་སྐབས་ལ་ཡང་ང་རང་ཚོ། བོད་གཞུང་ལས་ཀྱི་ཐ་སྙད་འདི་ཚོ་ཚང་མ་བརྗེ་དགོས་ཡས་འདི་ཚོ་མགྱོགས་རིན་པོ་ཆེ་ཅིག་ག་ལ་འོ་རེད་གཞུང་ལས་འདི་ག་སེ་བཞག་པ་ཡིན་ན་ཨ་ནེ་རྗེས་མ་མགྱོགས་རིན་པོ་ཆེ་ཞལ་མ་ཞུ་བའི་སྐབས་ལ་རྒྱ་གར་གཞུང་གི་ག་རེ་ག་རེ་ལྟ་ཕྱོགས་ག་འདྲེ་ག་འདྲེ་ཡོང་གི་ཡོད་མེད་ད་འདི་འདྲའི་སྒང་ལ་དགོངས་པ་ཆེ་བཞེས་གནང་བྱས་ད་ང་ཚོ་བཙན་བྱོལ་སྒྲིག་འཛུགས་ཀྱི་ཐ་སྙད་དུ་བར་དུ་མ་བབས་བྱས་འདུག་འགྲོ་བདེ་ར་འདི་ཡིན་དུས་ག་ནི་རྒྱ་བལ་འབྲུག་གསུམ་ལ་དེ་གའི་རྣམ་པ་ཚོ་གི་ཡིན་གཅིག་མིན་གཅིག་དགོངས་པ་བཞེས་དགོས་ཡས་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན་སོ་སོ་གི་བུ་ཕྲུག་རེད། ཨ་ནི་མི་རབས་རྗེས་མ་རེད་ཨ་ནི་ང་རང་ཚོ་བཙན་བྱོལ་ཚགས་ཚུད་པོ་གནས་ལ་ང་རང་ཚོ་ལ་འཇོན་ཐང་ཅན་གྱི་ང་རང་ཚོའི་དཔོན་པོ་ཅིག་སྤྲོད་དགོས་གོ་རེད་ཆོལ་ཁ་གསུམ་ག་ནི་དོན་པ་ཡིན་ནའི་ཁྱད་པ་གས་ཡོག་མ་རེད་རོ་བ་འདི་མ་གཏོགས་ཅིག་གི་ད་ལྟའི་ཆ་ལ་ཨ་ནི་ཅིག་དར་ནག་ཚོགས་པ་སེམས་ནང་མི་འདུག་ཁོ་རང་ཚོ་གི་ཡོད་དུས་གི་ཁྱད་མཚམས་ལ་ཡིན་ན་ཡང་འཁྲབ་སྟོན་མང་པོ་ཞུ་བྱས་ནས་ད་གང་ལྟར་དམ་སྤེན་པ་ཚེ་རིང་ཡག་སྐད་ལ་དམ་དོན་སྲིད་སྐྱོང་ལ་རོ་བ་ད་འདི་སྐད་ཡོད་དུས་ཙམ་པ་ལ་ད་ཁོ་རང་ཁ་སང་ཕ་གི་གསུང་ཆོས་ཞུ་བའི་སྐབས་ལ། རྐང་པ་ཡར་གཅིག་མར་བཞག་རྐང་པ་ཡར་གཅིག་ཡར་བསྐུམ་ཚེ་གཉིད་ཁུག་འདེད་འདེད་པ་དང་རེད་བ། ད་འདི་ང་ཚོས་ཀྱི་ལབ་རྒྱུ་མ་རེད་ད། དྲ་རྒྱ་ནང་ལ་དངོས་སུ་མཐོང་ཡ་ཡོད་རེད་བ། འདུག་འདུག། ང་ཚོས་ཀྱི་དེ་ག་ཟས་ཀྱི་གཞི་མེད་ཀྱི་སྐྱོན་བརྗོད་བྱེད་ཀྱི་ཡོད་མ་རེད་རྣམ་པ་ཚོས་ཀྱི་ཟིག་ནའི་འགྲིག་གི་འོ་རེད། ད་ཁོ་རང་གིས་མི་མང་ལ་ཨ་ནི་ཅིག་དཀའ་ངལ་ཅིག་ཤེས་ཡོང་དུས་ཁ་སང་གཏམ་རྗེ་ལགས་ཀྱིས་མ་ནང་གླིང་གི་ཆོས་ལོག་དང་འབྲེལ་བའི་ཐོག་ནས་ཁ་སང་གཏམ་རྗེ་ལགས་ཀྱི་བཀའ་མོལ་ཅིག་ངས་ཉན་པ་ཡིན་རོགས་དེ་ཡིན་དུས་ཁོ་ནས་ད་འདི་འདྲའི་སྒང་ལ་ཨ་ནི་ཆ་ཤས་གླེང་ཆེད་གཞུང་གི་འགྲོ་སོང་འདི་ག་བཏང་ཡོད་དྲ་རྒྱ་ནང་བཏོན་ཚིག་གཅིག་གི་ཡོད་མ་རེད་རོགས་ཨ་ནི་མི་མང་མ་ནག་ལིང་ལ་བཞུགས་མཁན་ཡིན་ན་རེད་ཨ་ནི་ག་བ་ལ་ཡིན་པ་ཡིན་ན་ཡང་ཁ་ཚང་ཉེ་བའི་ཆ་ལ་སི་ཀིམ་འདི་བ་ལ་འདི་འདྲའི་ཆགས་སོ་ས་ཡུམ་གྱི་རྐྱེན་པས་དོལ་པོ་ཆུང་ས་དེ་ཚོ་ལ་ཕན་པའི་སྐད་ཆ་ཚིག་གཅིག་བཤད་ཀྱི་མི་འདུག་ཨ་ནི་མི་མང་ཚོ་བསམ་བློ་བཏང་དགོས་རོགས་མི་མང་ཚོ་ཁྱེད་རང་ཚོ་འདྲ་བོ་ཅིག་ཡིན་པ་ཡིན་ན་ཡང་ང་ཁྱེད་རང་ཚོ་སྐྱེ་བོ་ཡོང་པ་ཡིན་ན་ཁྱེད་རང་ཚོ་ལ་མཐུན་རྐྱེན་བསྐྲུན་པ་ཡིན་ན་ཁྱེད་རང་ཚོ་ལ་མཐུན་རྐྱེན་བསྐྲུན་པ་དེ་ང་ཚོ་ལ་ཕན་ཡོད་མ་རེད་དཱ། དེ་ཡིན་དུས་ཀ་ནི་ཡིན་ཕྱིན་མི་འཇིགས་མི་དམངས་ཚང་མས་ཀྱི་དགོངས་པ་བཞེས་རྗེས་སོ་སོ་ཀྱི་མི་རྒྱུད་ནས་མི་རྒྱུད་བར་དུ་དགོངས་པ་བཞེས་རྗེས་ང་རང་ཚོ་གིས་ག་རེ་ཆ་ཤས་གླེང་དགོས་རེད་ལབ་པ་ཡིན་ན་མ་འོངས་པ་ལ་ཡོད་དུས་ཀྱི་སྐབས་ལ་ཡིན་ན་རེད་དྲང་བདེན་གྱི་ཐོག་ནས་ཤེས་ཡོན་ལྡན་པའི་མི་གང་སླེ་དེ་དཔེ་གལ་ཆེན་པོ་རེད་རེད་བ་ད་ད་ལྟའི་ཆ་ལ་དམ་བཅའ་སྲིད་སྐྱོང་གི་སྔས་མ་སྲིད་ཟུར་མཆོག་གིས་དངོས་གནས་དྲང་གནས་ཀྱི་བཀྲིས་བིལ་ལྡིང། བ་གའི་འཛུལ་སྐྲུན་བྱེད་ཡོད་རེད། ཨ་ནི་རྡ་རམ་ས་ལར་ཕེབས་ལམ་འདི་ཚོ་ཧྲ་ཏག་ཏག་བཟོས་ཡོད་རེད། ཨ་ནི་སྐུ་མདུན་ཡར་མར་ཕེབས་སར་གྱི་ཨེ་ལེ་ཝེ་ཏར་ཡིན་ནའི་བཟོས་ཡོད་རེད། ཨ་ནི་འགན་སྲུང་གི་ཐོག་ནས་ཡིན་ནའི་འཕྲུལ་ཆས་ཀྱི་ཐོག་ལ་ཡར་གྱི་ཚད་རྒལ་བ་འདི་འདྲའི་བཏང་ཡོད་རེད་རེད་བ། དེ་ཚོ་ལ་ཨ་ནི་ད་ཕྲག་དོག་འདྲ་བོ་བྱེད་ནས་སྤེན་པ་ཚེ་རིང་གིས་ཅིག་བཤད། ཅན་ཡོང་དུས་གཙང་པ་ལ་ཨ་ནི་ཁོང་ཚོས་ཀྱི་སྤེན་པ་ཚེ་རིང་མཆོག་ཡིན་འདོད་དོ་བྱེད་དེ་འདི་གི་དོན་དུ་རྒྱ་བོ་རིན་པོ་ཆེ་ལ་མཚན་མེད་ཆགས་འགྲོ་གི་ཡོད་རེད་རྣམ་པ་ཚོས་དགོངས་པ་འདི་བཞེས་དགོས་ཀྱི་རེད་བསམ་གྱི་འདུག་ར་ག་ཅིག་ནི་ལབ་པ་ཡིན་ན་རྒྱ་བོ་རིན་པོ་ཆེ་གི་ཡག་པོ་འདུག་ཤེས་ཡོན་ཅན་གྱི་མི་རེད་ངེད་ཀྱི་སྲིད་སྐྱོང་རྩིས་སྤྲད་ས་དང་པོ་འདི་བློ་བཟང་སེང་གེ་ཆགས་འདི་གི་རེད་ར་ད་དེ་ལ་ཨ་ནི་ཁྱོད་རང་ཚོ་གི་ཁ་བཏང་བསྡད་པ་འདི་གི་དོན་དུ་རྒྱ་བོ་རིན་པོ་ཆེ་ལ་མཚན་མེད་ཆགས་འགྲོ་གི་རེད། ངས་འདི་བསམ་གོ་ར་དང་ཡང་རོ། འདི་ཡིན་དུས་ཀ་ནས་ཀུན་འདུས་ཀྱི་ཡག་པོ་འདུག་གསུངས་བསྡད་ས་ཅིག་ལ་ད་དོན་དུ་ཡག་པོ་མི་འདུག་ལབ་དུས་བརྩམས་པ་ལ་ཀུན་འདུས་ཀྱི་དགོངས་པ་དང་འགལ་འདུག་གོ་དངོས་གནས་ཕྱི་ན་རོ། འདི་ཡིན་དུས་ཀ་ནས་ང་ཚོས་ཀྱི་ད་ལྟ་བར་དུ་གནང་སྟངས་འདི་ཚོ་དངོས་གནས་དྲང་གནས་ཀྱི་མཚན་ལྡན་ཅིག་གནང་མེད་བ་དེ་ཆབ་སྲིད་ཡིན་ན་ཆབ་སྲིད་ཚོ་བོ་བཙལ་ཡོད་བ་དེ། རྒྱ་བོད་འབྲུག་གསུམ་སྡེ་ངན་དེ་ཚོ་དམིགས་བསལ་གྱི་འགན་བཞེས་བྱས་རོ་དངོས་གནས་དྲང་གནས་ཀྱི་དགོངས་པ་ཅིག་དྲང་པོ་ལ་ལག་པ་བཞག་ཅིག་དགོངས་པ་དངོས་གནས་ཆེ་བཞེས་གནང་དགོས་དེ་ངེད་ཀྱི་དཔལ་གནས་འགག་ཆེན་པོ་དང། ལྷག་པར་དུ་རྒྱ་བོད་རིན་པོ་ཆེ་གོང་ལོ་འདི་ག་ཞེས་ཕེབས་བསྡད་ཡོད་རེད་འདི་འདྲའི་སྐབས་ལ་ཡང་རྒྱ་བོད་རིན་པོ་ཆེ་ཞལ་ངོ་འཛུམ་ཆེ་ཞིག་བྱེད་ནས་ཕེབས་ན་ང་ཚོ་སྐྱིད་པོ་འདུག་ཨ། ག་བ་ལ་ཡིན་ན་བཀྲ་ཤིས་པ་དང་དོན་འགྲུབ་པའི་གི་བཀའ་མོལ་རྐྱང་རྐྱང་གསུང་ན་སྐྱིད་པོ་འདུག་ཨ་ད་ཁ་སང་དམ་དོན་སྲིད་སྐྱོང་ཕ་གི་ལ་རྡོ་རྗེ་གདིང་ལ་ཕེབས་རེད་སྙེ་མང་སྲིད་ཟུར། རྡོ་རྗེ་གདིང་ལ་ཅིག་ཕེབས་པའི་སྐབས་ལ་ཕྱི་ལོ་གསར་ཚེས་དུས་ཚོད་ཏག་ཏག་འཁེལ་དགོས་རེད་འདི་སྐབས་ལ་སྲིད་སྐྱོང་ཡག་བཞག་ཅེས་སྐད་ཡིག་འདྲ་མ་འདྲ་བའི་ཐོག་ནས་བཀྲ་ཤིས་བདེ་ལེགས་ཀྱི་འདི་འདྲའི་ལོ་སར་གྱི་ཕྱི་ལོ་གྱི་སར་ཚེས་ཀྱི་བཀྲ་ཤིས་བདེ་ལེགས་འདི་འདྲ་ཞུས་རྗེས་གཟིངས་སུ་བསྟོད་པ་ཅིག་བྱུང་ཡོད་རེད་ང་ཚོའི་གྲྭ་ཆས་ནང་ལ་བཟི་ཡས་ཡོད་རེད་ད་ད་ལྟ་དམ་དོན་སྲིད་སྐྱོང་ཕ་གས་ཕེར་མེད་འདྲ་སྐྱ་ཡས་ཕག་ཆ་ནག་ཐུམ་ཐུམ་བྱེད་ནས་གཉིད་ཁུག་ནས་བཞུགས་བསྡད་དེ་ཨ་རྣམ་པ་ཚོ་གས་འགན་མ་ཁེ་བའི་རྟགས་གཅིག་འདི་རེད་ད་རེད་བ་ང་རང་ཚོ་དྲང་པོ་དྲང་བདེན་བྱེད་དགོས་ཡས་དེ་ང་ཚོའི་གནད་འགག་ཆགས་བསྡད་ཀྱི་ཡོད་རེད་མ་འདུག་ང་ཚོའི་གི་སྐད་ཆ་བཤད་པ་འདི་ག་ང་ཚོའི་གི་འདི་ག་ཅིག་མི་ཁ་ཤས་སྨྱོན་པ་འདྲ་བོ་གང་དྲན་དྲན་བཤད་དེ་གི་འདུག་འདི་མར་ད་དངོས་སུ་མཐོང་བྱས་རེད་བ། ཨ་ནི། ང་ཚོ་གི་མིག་མཐོང་ལག་ཟིན་ཡོད་པ་གི་སྐད་ཆ་འདི་གི་ཐོག་ལ་ཨ་ནི་རྣམ་པ་ཚོ་དགོངས་པ་བཞེས་རོགས་བྱས་ལེ་གཙོ་བོ་དེ་ང་འདི་ཡིན་གཏམ་བྱས་ལ་ང་ཚོའི་གྲོས་ཚོགས་ཚོགས་མ་ཐུ་ཡ་འདི་སྒང་ལ་གྱོང་གུད་དེ་བོད་སྤྱི་བ་ལ་རག་ཡོད་རེད་བ། དེ་ཨ་ནི་དང། མིག།
དེ་དང་ལག་ཁྱེར་ལ་འདའ། ངོ་དེབ་ནང་ལོག་ལ་ཡང། བརྙན་ཐུང་ཇི་གར་འགྲོ་གི་འདུག་ཟེར་བས་བརྙན་ཐུང་མཐོང་འདུག་འདུག་དེ་གང་ཟག་མིན་འདུག་རེད་བ། ཨ་ནི། བརྙན་ཐུང་སུ་གི་བཀྲམ་གི་ཡོད་ན་གང་ཟག་ཅིག་བཀྲམ་འགྲོ་བྱེད་ཅེས་ཅེས་ལག་པ་ཐལ་མོ་གཉིས་རྒྱག་ཅེས་འབོད་སྐུལ་ཡིན། དེ་གང་ལོག་ལ། དྲི་བ་འདྲ་བོ་ཅིག་བཀོད་ཡོད་ས་རེད་དྲི་བ་དེ་གི་ལན་དེ་གང་ལོག་ལ་བདམས་ཐོན་སྲིད་གཞུང་གཅོད་སྤེན་པ་ཚེ་རིང་གི་རྒྱལ་མོ་ཤོ་གུ་ཤོ་གུ་ལ་སྐྱག་མོ་རིན་པོ་ཆེ་གི་ཨམ་ཆོས་གཅིག་གི་གོ་གི་ཡོག་མ་རེད་ཅེས་ཅེས་གསུང་གི་འདུག་བ། ང་ནི་སྐྱག་མགོ་རིན་པོ་ཆེ་གིས་གསུང་བ་ཡི་གོ་མ་མྱོང། དགའ་ལྡན་ཕོ་བྲང་གིས་གསུང་བ་ཡི་གོ་མ་མྱོང། སྐྱག་མགོ་རིན་པོ་ཆེ་གིས་དམིགས་བསལ་གྱི་ཨམ་གཙིགས་ཀྱིས་གསུང་བ་ཡི་གོ་མ་མྱོང། སྐུ་སྒེར་ཡིག་ཚང་གིས་གསུང་བ་ཡི་གོ་མ་མྱོང། ཁོང་ཚོ་འདི་འདྲའི་གཅིག་གི་ངོ་ནས་སྐྱག་མགོ་རིན་པོ་ཆེ་གིས་གསུང་གི་འདུག་བ། ང་རྒན་མགོ་ཡིན་ད་པད་མོ་འདི་ལྟས་ཅིག་ནག་གི་འདུག་མ་གཏོགས་གཞན་པ་ཐང་ཐང་ཡིན་སྣང་དང་མེད་བྱས་ཏེ་གསུང་གི་འདུག་བ།

ཆ་ཚང་ད་ཧ་གོ་གི་མེད་ད་ཡིན་ན་ང་ཚོ་གི་དགྲ་བོ་ལ་ཡ་གོ་ཡ་གི་རེད་བ་ད་ཨ་མཆོད་ཡོ་གོ་གི་ཡོ་མ་རེད་ལོ་ཡེ་ཆེན་པོ་ལས་ཙག་རེད་ད་བོད་རྩ་དོན་གང་ལོ་ལ་ད་ཅི་ཡོ་རེད་བ་ད་དེ་འདྲའི་སྐད་ཆ་མང་པོ་ཅིག་དེ་འདྲའི་གི་ཅིག་གི་ཁོ་རང་གི་སྐད་ཆ་ག་དྲན་གྲབ་གསུང་བ་ཡིན་ན་སྐད་ཆ་དེས་ང་ཚོ་སྤྱི་ཚོགས་ལ་ཡ་ཕན་པ་ཅིག་ད་ང་རང་ཚོ་སྤྱི་ཚོགས་ལ་ཡ་ད་ལེན་སྤྲད་བ་སོ་རོག་ང་ཚོས་མཐོང་གི་མི་འདུག་རེད་བ་ད་ལེན་དེས་ཁོ་རང་གི་མི་གསུམ་པ་བཞི་པ་ལ་ཡ་སྤྲད་གི་རེད་བསོ་རོག།

བདམས་ཐོན་སྲིད་སྐྱོང་གིས་འདི་འདྲའི་སྒྲོ་བསྐྱར་ཉར་བཤད་བྱས་དཔེར་ན། ངས་མ་ཡིན་ན་ལྷ་བཞག་སྟངས་སྐོར་ལ་ཨ་ནུ་གུ་རུ་པུ་ཅེ་སྐུ་དེ་ཕག་བཞག་བོར་སྟོན་པའི་ཁུ་ཚུར་བཞག་བ་ལ་ང་ད་གད་མོ་ཤོར་ཟེར་བ་དངོས་གནས་བྱས་ན་གུ་རུ་པུ་ཅེ་སྟོན་པ་གཉིས་ཆོས་ཕྱོགས་ཀྱི་ཐོག་ནས་བཤད་པ་ཡིན་ན་ཨ་ནི། གཅིག་ང་ཚོས་ཀྱི་སངས་རྒྱས་ཀྱི་སྤྲུལ་བ། གཉིས་པ་སྒྲོ་བོ་ཆགས་བདེ་བར་བ་གུ་རུ་པུ་ཅེ་སྟེ།

ཁྱེད་ཀྱི་གཞུང་གིས་ང་ཚོར་བཀལ་སོན་ནུས་དངུལ་བརྗེ་རེས་འདི་གི་ཐོག་ནས་ང་ཚོ་གི་གནས་སྐབས་ད་ཅིག་ལྕགས་ལ་བཞག་ས་དང་འདི་འདྲའི་གི་ཐོག་ནས་ཅི་གང་ཐབས་ཆག་ཅིག་ཉོས་རེས་ང་ཚོ་གི་འདི་འདྲའི་ཉོས་རྒྱ་ཆུན་པོ་གི་ཉོས་ཡ་གི་དཔལ་འབྱོར་གི་མཐུན་རྐྱེན་ཡོད་མ་རེད་ད་བཀལ་སོན་ནུས་གི་ཐོག་ནས་འབུམ་ཕྲུག་གི་ད་ཅི་གང་འདྲ་བོ་ཅིག་ཉོས་བཞག་ཡ་རེད་ད་ཁོ་ཁ་སང་ཕ་གི་ལ་འགྲོ་བཞག་ང་ད་འགྲོ་མེད་ད་ཕ་གི་ལ་འགྲོ་དུས་ཁོ་སྤུ་བོ་འདི་འདྲའི་ལ་ཁ་ཤས་ཅིག་ལ་ཁོས་གི་བཀའ་སློབ་འདྲ་བོ་གནང། ཅེས་འདི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་ཞུས་ཞེས་རོ་ད་མི་ཁ་ཤས་ཀྱིས་མ་འདུག་མི་འདུག་སྤུ་གུ་ལ་ནས་རོ་ད་འདི་ཡིན་དུས་ཀ་ནི་ངེད་ཀྱིས་འདི་དྲ་རྒྱ་འདི་སྟེ་ཡིན་པ་ཨ་ནི་འདི་བཞུགས་འདི་ལ་ཨ་ནི་ང་ཚོ་མང་ཚོགས་ཀྱིས་གསུང་བཤད་ཅིག་གནང་རེ་ཨ་གསུང་བཤད་གནང་དུས་ཕ་རྒན་འགྲོ་ཚར་ཨ་ནི་ཁོས་གསུང་བཤད་གནང་ས་དང་འབྲེལ་བ་ཁོ་རང་ཡོད་མ་རེད་གསུང་བཤད་གནང་དུས་ཙམ་པ་ལ་བོད་བོད་ཀྱི་ཆབ་སྲིད་ཀྱི་ཐོག་ནས་མི་སྣ་སུ་ལ་ཐུག་ཡོད་མེད་རྒྱ་བོ་རིན་པོ་ཆེ་དང་བོད་གཞུང་གི་ཨ་ནི་ཆབ་སྲིད་ཀྱི་གནས་སྟངས་ག་འདྲས་ཡིན་མེད་དེ་འདྲ་གང་དེ་བཞིན་སྐྱབས་བཅོལ་དཀོན་མཆོག་གསུམ་ཨ་ནི་དྲི་བ་དྲིས་ལན་ཡིན་ན་ལན་ཧྲ་ཐག་ཐག་གནང་དགོས་བར་དེ་འདྲས་མ་གནང་བ་ཆེར་བ་ཆོས་སྨད་རྒྱའི་སྐད་ཆ་ག་རེ་བཤད་ལ་ན་ཅི་གང་མགོ་བསྡོ་ཞིག་ཉོས་འདུག་ཨ་ལར་དཀོན་མཆོག་ལར་ད་ད་ཅི་ཅི་གང་ཉོས་མཁན་འདི་སྐབས་འདི་དུས་ཚོད་ཀྱི་རྒྱུན་ལས་འདི་ཚོ་གི་ཕ་ཡི་གི་ཏང་བྱེད་དུས་དགོངས་དག་ཞུ་དགོས་ཡ་ཆར་ད་ཁྱེད་ལ་དཀོན་མཆོག། དགོངས་དག་ཞུས་ཡོད་རེད་སྤྱི་མཐུན་ཚོགས་པའི་གིས་མ་བཏོན་རྒྱུ་ཡོད་མ་རེད་མ་གཏོགས་བརྒྱ་ཆ་བརྒྱ་ནས་བརྒྱ་ཁོ་དགོངས་དག་ཞུ་དགོས་ཀྱི་ཆར་ད་ག་རེ་ཟེར་ན། སྙན་མ། ལས་སྣེ་གོང་མ་དེ་ཚོས་འདི་ག་ཉོས་ཀྱོ་མ་རོགས་མིག་བཙུམ་ནས་མི་མང་ལ་ཐག་གཅོད་མི་མང་ལ་གོ་བསྡུར་བྱེད་མི་མང་དང་གྲོ་བསྡུར་བྱེད་ནས་ཐག་གཅོད་བྱེད་ནས་ཉོས་བཞག་ཀྱོ་རེད་ཨ་ནི་འདི་ག་ལ་ཕར་ཡི་གེ་བཏང་དེ་འདྲ་བྱེད་དུས་རྗེས་ལ་དགོངས་དག་ཞུ་དགོས་ཀྱི་ཆར་ད་ད་ཁོ་འདི་འདྲ་འདྲ་བོ་བཤད་དེ་ད་ཁོ་དྲང་པོ་བཤད་ན་སྤེན་པ་ཚེ་རིང་གིས་ཅིག་རེད་ཤག་དེ་ཅིག་ཆུ་གཉིས་འགྲོ་གི་ཁོ་རང་གི་འགྲོ་སྟངས་འགྲོ་གི་གཤིས་ཀ་འགྲོ་གི་རེད་ཤག་རེད་བ། དེ་ཡིན་དུས་ག་ནས་ཡང་འདི་ཡས་ང་ཚོས་ཀྱི་འདི་ག་སྐྱོན་བརྗོད་མར་དང་ཀུན་སྐྱོན་མར་གར་ཕྱིན་ལ་ན་རོགས་ངས་ད་ངས་གོང་དུ་ལབ་བ་ན་བཞིན་ང་རང་ཚོས་ཀྱི་དངོས་གནས་དྲང་གནས་ཀྱི་རྒྱ་བོད་འབྲུག་གསུམ་བདེ་རྒན་གྱི་མི་སྣ་དེ་ཚོ་དངོས་གནས་ཡོད་དུས་སྐབས་ལ་ཡིན་ན་ཡང་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་མ་འོངས་པ་ལ་ཡིན་ན་ཡང་ང་རང་ཚོ་གདན་ས་གཙོ་བོ་བརྒྱུད་པའི་ཨ་ནི་ཆོས་སྡེ་ཁག་ཡིན་ན་རེད་གཞིས་ཆགས་ཁག་སྲ་བརྟན་ཡག་པོ་ཡོང་ཡས་དང་ཨ་ནི་ཅིག། རྒྱ་ཁབ་ག་བར་གནས་ཡོད་པ་ཡིན་ན་བལ་ཡུལ་ཡིན་ན་ནེ་པལ་རེད་ཨ་ནི་རྒྱ་གར་དང་ཨ་ནི་འབྲུག་ག་བར་གནས་ཡོད་པ་ཡིན་ན་དེ་ཚོ་དང་འབྲེལ་བ་ཡག་པོ་བཞག་ཐུ་ཡས་དེ་ང་ཚོ་གནད་འགག་ཆེན་པོ་ཆགས་ཀྱི་ཡོད་ཙང་ཨ་ནི་མ་འོངས་པ་ལ་དེ་ཚོ་ཐ་ཐོག་ལ་ཡོད་དུས་སྐབས་ལ་རྒན་གཞས་དེ་ངས་ནི་དཔེ་མི་ཚེ་གལ་ཆེན་པོར་དྲན་འདུག་ང་ཚོའི་འགྲོ་བ་ཅིག་ཡིན་ན་ད་བྱས་རྗེས་ལུང་པ་འདི་འདྲས་འདི་འདྲས་བྱས་ན་ང་ཚོ། རྒས་ནས་ཤི་འགྲོ་ཡ་ཅི་རེད་རེད་བ། བོད་རང་བཙན་མ་རག་པ་ཡིན་ན། ཨ་འདི་པ་ར་འདི་ལ་ཨ་ནི་སྤུ་གུ་ལ་ཤེས་ཡོན་སྤྲད་ཡ་དང་ཕྱི་རྒྱལ་བ་འདི་ངའི་མི་ཚོ་གི་སྤུ་གུ་ཤེས་ཡོན་སྤྲད་ཡ་དང་ཨ་ནི་དེ་ནང་བཞིན་གི་ང་ཚོ་གི་རང་བཙན་འཐབ་རྩོད་བྱེད་པའི་སྐབས་ལ་དམག་རྒྱབ་ནས་ང་ཚོ་གི་རྒྱ་མི་ལ་ང་ཚོ་ཁ་བདེ་ཅག་ཐུག་ཡ་ཁོ་ན་ཡོད་མ་རེད་མི་འབོར་གི་ཆ་ནས་ཡིན་ན་རེད་ཡིན་ན་ཡང་སོ་སོ་གི་སྤུ་གུ་འདི་ཚོ་ལ་མ་འོངས་པ་ལ་ཕྱི་རྒྱལ་བ་འདི་ངའི་འདི་ཚོ་གི་སྤུ་གུ་གསོད་སྐྱོང་བྱེད་ད་དེང་སང Technology གི་ཐོག་ནས Computer ཤེས་ཚད་པད་མི་སྲིད་རྩེ་ཕུད་འདི་འདྲས་སླེབས་པ་ཡིན་ན་སྐར་མ་གཅིག་ལ་རྒྱ་མིས་ཀམ་པུའུ་ཏར་ཚང་མ་སྒོ་བརྒྱབ་ཐུ་ཡས་ཀྱི་དམག་རྒྱ་ཡས་ཀྱི་ནུས་པ་ཡོད་རེད་དེ་ཚོའི་སྤུ་གུ་ལ་ཡ་ཨ་ནི་སྦྱོང་བརྡར་སྤྲད་ཡས་རེད་སློབ་སྦྱོང་གི་ཐོག་ནས་དམག་རྒྱ་ཡས་ཀྱི་ཡོད་རེད་ཨོ་འདི་སྒང་ལ་ཨ་ནི་ཕྱི་རྗེས་ལ་དེ་མཁན་དེ་ཚོ་གི་དེ་འདྲས་སྒང་ལ་ཤུགས་རྒྱབ་རྒྱ་བལ་འབྲུག་སོང་དེ་མཁན་དེ་ཚོ་ཡོད་དུས་དྲང་པོ་བྱེད་ནས་བླུག་ཨ་ནི་ཡ་སྒང་ལ་ང་ཚོ་སྲིད་སྐྱོང་ཅིག་ཕེབས་པ་ཡིན་ན་ནི་སྲིད་སྐྱོང་དེ་གིས་ཁྱོད་རང་ཚོ་ལ་ལྟ་རྟོག་ཡག་པོ་བྱེད་པ་ཡིན་ན་ཁྱོད་རང་ཚོ་ཧྲ་ཐག་ཐག་ཅིག་བསྡད་ཐུབ་ཡས་ཅིག་ཆགས་ཀྱི་རེད་བ། འདི་ང་ཚོའི་གི་དོན་དག་གས་མ་རེད་བ། འདི་ཡིན་དུས་ཀ་ནི་དྲང་པོ་བྱེད་དགོས་ཡས་དང་རྒྱལ་བ་རིན་པོ་ཆེ་བཀའ་ལ་བརྩི་དགོས་ཡས་དེ་དཔེ་མེད་ཆ་གས་ཆེན་པོ་དྲན་གི་འདུག་ད་རྒྱལ་བ་རིན་པོ་ཆེ་གིས་ཡག་པོ་བྱེད་ས་ཅིག་ལ་ཡག་པོ་མི་འདུག་ལབ་བསྡད་པ་ཡིན་ན་སོ་སོ་གི་ལྡོག་ཆ་ག་འདྲས་ཆགས་ཀྱི་ཡོད་རེད་འདི་སོ་སོ་སོ་སོ་གས་དགོངས་པ་བཞེས་དགོས་ཡས་རེད་བ། ད་དགུན་དུས་ཀྱི

ད་ཏག་ཏག་རེད། འདི་དང་མཉམ་འདོགས་ལ་ཡང་ངས་རྣམ་པ་ཚོ་ལ་རེ་བ། ང་རང་ཚོ་མ་འོངས་པ་ཉིས་སྟོང་ཉིས་རྩ་དྲུག་ནང་ཉིས་སྟོང་ཉིས་རྩ་ལྔ་ནང་ལོགས་ལ་དགོངས་པ་རྒྱ་ཆེན་པོ་བཞེས་དགོས་རེད་ལག་བརྩམས་རྣམ་དག་གནང་དགོས་རེད་ད། སིད་སུ་སུལ་བ་ཀར་ནང་ལོགས་ལ་ཕྱི་རྗེས་ཡུལ་གྲུ་ཁག་ནང་ལོགས་ལ་ཕན་ངེས་སུ་འདྲ་བོ་ཅིག་ཡོད་ན་རེ་བ། ད་ང་ཚོ་འོས་བསྡུ་ཀར་ནང་ལོགས་ལ་ང་མང་པོ་ཅིག་དང་སྡོད་པ་ཁང་གོ་མེད་ཉིས་སྟོང་ཉི་ཤུ་གི་འོས་བསྡུ་མཉམ་འདོགས་ལ་ང་ཁྱོད་ནི་སྡོད་པ་ཁང་གོ་མེད་བཞུགས་དགོས་ཨེ་དེ། སིད་སུ་སུལ་བ་ཀར་ནང་ལོགས་ལ་ཨ་ནི་ང། ཚོགས་ཀྱི་ས་ཁང་སྒྲིག་གཞི་ཅིག་གཞིས་ཆགས་ཁག་ནང་ལོགས་ས་ཁང་སྒྲིག་གཞི་ཅིག་ཡོད་རེད། སིད་སུ་སུ་བ་སྐབས་ནང་ལོགས་ལ་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལོགས་འགྲོ་ཞེ་ངས་འདི་ཚོགས་ཀྱི་ས་ཁང་སྒྲིག་གཞི་འདི་གི་ཚང་མ་ཡ་དུས་ཡས་ཀྱི་སྒྲིག་གཞི་ཅིག་ཡོད་རེད། ད་ཡིན་ན་ཡང་ད་ལྡན་གྱི་བཀའ་ཤག་གི་སྐབས་ནང་ལོགས་ལ་ས་ཁང་སྒྲིག་གཞི་གསར་བ་ཅིག་ག་རེ་བཟོས་ཡོད་ར་ལབ་པ་ཡིན་ན། ས་སྐྱ་ཡིན་ན་རེད་ཁང་པ་ཡིན་ན་རེད་འདི་མི་གཞན་པ་ལ་བཙོང་ཆོག་གི་མེད་ཡིན་ན་ནང་ཁུང་ནང་རོ་ལ་ཡར་མར་བཤུས་ཆོག་གི་ཡོད། གང་ལྟར་མདོར་བསྡུས་ནས་ཚིག་གི་ཐ་སྙད་དང་སྐད་ཆ་བཤད་སྟངས་སྙན་པོ་གཅིག་རེད་མ་གཏོགས། རྡོག་རྡོག་བཤད་པ་ཡིན་ན། སོ་སོ་ལའི་ཁེ་ཕན་ཡོད་བ་མི་ལའི་ཁེ་ཕན་ཡོད་བ། དེ་གཅིག་རེད། ད་དེ། ང་ཚོ་གི་འདི་ནི་མ་ག་སྐད་ཆ་ག་རེ་བཤད་དགོས་ཡོད་ན་སྤྱི་ཚོགས་ལ་ཡ་གོ་ཐོག་ཅིག་སྤེལ་ག་ཟིག་སླེ་ཡོད་འདུག་ཙང་པ། ད་ད་རྣམ་པ་ཚོ་ཡག་པོ་གཟིགས་པ་ཡིན་ན་ཀེམ་གསུམ་པ་ནང་ལོག་ལ་ང་རང་ཚོ་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་ས་ཆ་ག་འདྲས་ཅིག་ཡོད་རེད་ཁང་པ་ག་གམ་ཅིག་ཡོད་རེད་རེད་བ། མ་འོངས་པ་ལ་ཁོ་རང་ནི་ཀ་ན་ད་ལ་ཡ་ཕེ་ཡག་གི་ཆ་ཞིག་རེད་ཤག་གཞི་ཆགས་ལ་ནི་ཞུ་ཡག་གི་ཆ་ཞིག་རེད་མི་འདུག་ས་ཁང་སྒྲིག་གཞི་དེ་བཟོས་ཚར་རེད་ནང་སྒུག་ནང་ལ་ཞུ་ཡག་གི་ས་ཁང་སྒྲིག་གཞི་དེ་བཟོས་ཚར་རེད་སོང་ཙང། ཉིས་སྟོང་ཉི་ཤུ་གི་འོས་བསྡུ་འདིའི་ནང་ལོག་ལ། ད་ནི་མི་མང་པོ་གཅིག་གིས་ད་ང་ཚོ་ཟུར་པ་ཚོ་དང་སྐུ་དྲག་རིགས་རྒྱུད་མང་པོ་གཅིག་གིས་སྲིད་ཟུར་ལ་ཡ་ཀྱ་ཨ་མདའ་མཁར་ཟོར་རྣམ་འདྲེའི་སྲིད་སྐྱོང་ལ་ཡ་རྒྱབ་སྐྱོར་གནང་བསྡད་ཡ་འདི་གོ་ར་སྐབས་ན་ལོ་ལ་ས་ག་འགྲིག་ཤེས་འདི་འདྲས་ཅིག་སླེ་གི་རེད་བསམ་རྗེས་ད་ང་ཚོ་ག་རེ་ཡིན་ན་ཚང་མ་ཐུས་ཅིག་རྒྱབ་ལོག་ཅིག་ང་ཚོ་ཅིག་བསམ་བློ་གཏང་དགོས་ཡ་འདི་གལ་ཆེན་པོ་རེད་འདུག་བསམ་ས་རོགས་ཞེན་གི་ཡོད་འདི་དང་མཉམ་དོ་ལ་ཨ་མདའ་ངའོ་ལ། ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་རོལ་བ། ང་ཚོ་གི་སྐད་ཆ་ག་རེ་བཤད་བས་ནས་སྐད་ཆ་འདི་ཁ་ཐིག་ཁབ་ཐུབ་མང་པོ་ཅིག་བཤད། ཨ་ནི་ཉི་མ་ཁ་ཤས་རྗེས་ལ་འདི་བརྗེད་འགྲོ་བ། ད་ང་ད་ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་དགུ་མོ་གཅིག་གཉིས་ཀྱི་སྐད་ཆ་མ་རེད། དགུ་མོ་གསུམ་བཞི་བརྒྱད་ཀྱི་སྐད་ཆ་མ་རེད། བུ་མོའི་ཚོགས།

ལུགས་སོགས་དེ་ལམ་ལུགས་འདི་སྡུག་ཅག་རོ་ཆག་འགྲོ་ས་རེད། ངས་དྲི་བ་གཅིག་བཀོད་ཡོད་རེད། གང་བ་ཡིན་ན་ཅི་ཞིག་ཡོད་རེད། ལོ་འཁོར་ལེན་འདོམ་ནང་ལོ་འཁོར་ལོ་གཅིག་ལ་ཚོགས་འདུ་བྱས་འདུག་ལོ་འཁོར་ལེན་འདོམ་ནང་ལོ་ལ་ཨ་ནི་སོ་སོ་གི་ལོ་གཅིག་གི་ལས་ཀ་བྱེད་ཕྱོགས་ཚང་མ་ཀློག་དགོ་དགོས་བ་རེད་ཚོགས་འདུ་ནང་ལོ་སོང་ཙང་བུ་མོའི་ཚོགས་པ་གི་སྒྲིག་གཞི་གི་ཨ་ལས་དང་པོ་བུ་མོའི་ཚོགས་པ་རྙིང་པ་དེ་གི་ད་གང་ལྟར་རྡོག་རྡོག་ཞུས་བ་ཡིན་ན་དབྱིན་ཇི་ཆོས་སྒྲོན་གྱིས་ནོར་བུ་ལྷ་མོ་ལ་ཡང་ཁམས་ཆུང་རྒྱག་གི་ཡིན་ཅེས་བཤད། ཁོ་རང། གསར་བརྗེའི་དོན་དག་ག་རེ་ཡིན་ན་མེད་ན་རེད་བ། ནོར་བུ་ལྷ་མོ་ལ་ཡང་ཁམས་ཆུང་རྒྱག་གི་ཡིན་བྱས་ཅི་དབུས་ལ་ཡང་བཀའ་འཁྲོལ་ཞུས་རེད་དང་ཞུས་ཡོག་མ་རེད། བཀའ་འཁྲོལ་ཞུས་ཡོད་ན་དབུས་ཀྱི་བཀའ་འཁྲོལ་ག་རེ་གནང་ཡོད་རེད་ལམ་སྟོན་ག་རེ་གནང་ཡོད་རེད། དེ་ནི། ང་ཚོ་ཚོགས་པ་སྐྱིད་སྡུག་གནང་རོགས་ལ་ག་བ་ཡིན་ན་ང་ཚོ་ཚོགས་པ་སྐྱིད་སྡུག་གི་སྒྲིག་གཞི་ཡོད་རེད་ཚོགས་པ་གནང་རོགས་ལ་སྒོར་མོ་གཅིག་སྟོང་ནས་ལྷག་འགྲོ་སོང་བཏང་ཆོག་དགོས་བ་མ་རེད་གཅིག་སྟོང་ནས་ལྷག་བཏང་དགོས་དགོས་ན་མི་མང་ཚོགས་འདུ་བསྐོང་ཚེ་མི་མང་ངང་ནས་རྒྱབ་མང་མོས་ཀྱི་རྒྱབ་སྐྱོར་རག་ནི་མ་གཏོགས་ཨ་ནི་འགྲོ་སོང་བཏང་ཆོག་དགོས་བ་མ་རེད་བུ་མོ་ཚོགས་པ་ལ་ཡ་ཏན་ཏན་ཁོ་ར་སྒྲིག་གཞི་འདི་འདྲ་ཡོད་ཀྱི་རེད་རོ་སོང་ཙང་སྒྲིག་གཞི་འདི་ཡོད་རེད་དང་ཡོད་མ་རེད་སྒྲིག་གཞི་འདི་ཡོད་བ་ཡིན་ན་སྒྲིག་གཞི་འདི་གི་ལག་ལས་ཁར་ཕྱིན་མ་ཀྱི་རེད་དེ་མིན་ཚོགས་པ་སྐད་བཏང་རྗེས་སྤོ་སྟོང་ཕྲག་ལྔ་བཅུ་ཡིན་ན་རེད་འབུམ་གཅིག་དང་ག་ཚད་ཡིན་ན་རེད་འདི་ཚོ་ཚིག་གི་འགྲོ་སོང་བཏང་བཏང་གོ་གི་འདུག་བཏང་གི་ཡིན་ད་བྱས་བྱས་བཀའ་འཁྲོལ་ཞུས་ཡོད་རེད་ད་ཞུས་ཡོད་མ་རེད་ཚོགས་འདུ་བསྐོང་ཡོད་རེད་ད་བསྐོང་ཡོད་མ་རེད་ཟེར་ན་འདི་རེད། སྐད་ཆ་འདི་ཚོ་ང་ཚོ་གིས་ཚང་མ་སྤྱི་ཚོགས་ནང་ལོགས་ལ་ང་ཚོ་གོ་རྟོགས་སྤེལ་ངེས་ཅིག་འདུག་ཚང་མ་ཏན་ཏན་ཁོ་ར་གོ་རྟོགས་སྤེལ་དགོས་རེད་བསམ་ས་རོགས་ཞེས་དྲན་གྱི་ཡོད་གཅིག་དེ་བྱས། དེ་མིན། ཉིས་སྟོང་བཅུ་དགུ་ལོ་ནང་ལོ་ལ། སྲིད་ཟུར་བསུ་བ་མཁས་དབང་བློ་བཟང་སེང་གེ་གིས་སྲིད་ཟུར་སྲིད་སྐྱོང་ཆགས་པའི་སྐབས་ནང་ལོ་ལ། དཔལ་འབྱོར་བསྡུ་རུབ་ཀྱིས་མི་མང་ལ་ཡང་ཞལ་འདེབས་ཅིག་བསློགས་ཡོད་པ་རེད། ད་ག་ནང་བཞིན་གཅིག་གིས། ད་མདོའི་སྲིད་སྐྱོང་གཅོད་སྤེན་པ་ཚེ་རིང་སྲིད་སྐྱོང་གང་ལ་གླེང་ལོག་མེད་པ། ནད་ཡོམ་འདི་དང་འདྲ་ཅེས་ཞལ་འདེབས་ཅིག་མི་མང་རྩ་ནས་བསློགས་ཡོད། གོ་ར་སྐབས་ལ་བསློགས་ཡོད། དེ་ཚོ་གི་རྩིས་ཁྲ། སྤྱི་འཐུས་གྲོས་ཚོགས་ནང་ལོ་ལ།

ཆུ་ལོག་དེ་གི་སྐོར་ནང་ལ་བྱུང་རེད་མ་ནག་ལི་གི་ཆུ་ལོག་དེའི་ནང་ལོག་ལ་ཨ་ནི་རྒྱ་བལ་འབྲུག་གསུམ་དེ་ག་ན་བཞི་ཕྱི་རྒྱལ་ཡུལ་གྲུ་ཁག་ཚང་མ་ནང་ནི་ཞལ་འདེབས་བསྡུས་ཡོད་རེད་ཞལ་འདེབས་ག་ཅི་བྱུང་ཡོད་རེད་ཞལ་འདེབས་དེ་ས་གནས་ས་ཐོག་ནང་ལ་བཏང་ཡོད་རེད་དང་ཡོད་མ་རེད་དེ་ཚོའི་ཨ་བྲས་སྤྱི་འཐུ་རྣམ་པ་ཚོ་གས་དྲི་བ་དྲི་དགོས་ཀི་ཡོད་རེད་གར་སེམས་དྲི་དགོས་མ་རེད་དེའི་སྒང་ལོག་ལ་ཡ་ང་བ་ཁེ་རབ་ལ་གནོན་པའི་རྒྱ་ཡ་ཡོད་ན་ཨ་ནི་སྐྱོན་ན་འགྲིག་གི་འདུག། ཨ་རྣམ་རྗེ་ལགས་ངས་ད་ནི་བོད་མའི་ཚོགས་པ་འདི་སྤྱི་དང། གནང་སྟངས་འདི་ཚོ་དང་ཨ་ནི་རྩིས་ཁྲ་མེད་པ་དང་འདི་ཚོ་དཔེ་མི་སྲིད་གི། ཐབས་ཆག་དང་ཨ་ནི་ཅིག་ག་ལ་འོ་རེད་ད། ཆུར་དང་མ་ཆུང་བར་འགྲོ་བ་ཅིག་ཆགས་འདི་གོ་རེད་བ། ཨ་ནི། སྙན་མ་གཏམ་ཅན་ལ་ང་གཉིས་འདི་གང་ལ་བགྲོ་གླེང་ཅིག་འགྲོ་བ་རེད་ག་རེ་ཟེར་ན། ངེད་ཀྱིས་འདི་ག་རང་ལ་ཡིན་ང་ཚོ་ས་གནས་འདྲ་བོ་ཅིག་ཡིན་ན་མགོ་བོ་ལྔ་བརྒྱ་ལ་ལྷག་འགྲོ་སོང་བཏང་བ་ཡིན་ན། ཨ་ནི་ཚོགས་འདུ་བསྐོང་དགོས་ཡ་དང་དེ་འདྲས་ཀྱི་གནས་ཚུལ་ཡོད་རེད། དེ་ཡིན་དུས་ཀ་ནི་བོད་མའི་ཚོགས་པ་ལ་དེ་ནང་བཞིན་གྱི་ཁོ་རང་ཚོ་གི་འགྲོ་ལུགས་འགྲོ་སྟངས་ཅིག་ཏན་ཏན་ཡོད་རྒྱུ་དྲན་འདུག་ཡིན་ན་ཡང་ངས་ག་རེ་ཞུ་ཡ་ཡོད་ཟེར་ལབ་པ་ཡིན་ན་ཡང་རང་སྣང་གང་དྲན་བྱེད་མཁན་གྱི་མི་དེ་འདྲས་སླེབས་པ་ཡིན་ན་དེ་ཚོ་གཞུང་འབྲེལ་མ་ཡིན་པ་ཡིན་དུས་ཙམ་པ་ལ་ང་རང་ཚོ་ལ་ཁྲིམས་ལ་གཏུགས་ཡས་ཀྱི་དམག་མི་དང་དེ་འདྲས་གས་མེད་པ་ཡིན་དུས Police དེ་འདྲས་ཉེས་རྟོག་པ་དང་དེ་འདྲས་ཀྱི་འཛིན་བཟུང་བྱས་དང་དེ་འདྲས་གས་མེད་པ་ཡིན་དུས་གཙོ་འང་མེད་པ་ཡིན་དུས་ཀ་ནི་ཁོ་ཚོ་གི་རང་སྣང་གང་དྲན་བྱས་ཀྱི་ད་དེ་མི་འདུག་བསམ་ནས་རོ་འདི་ཡིས་བྱེད་དུས་ཀ་ནི། ང་ཚོ་ལ་དཀའ་ངལ་ཆེ་ཤོས་དེ་གཞུང་འབྲེལ་མ་ཡིན་པ་ཀྱི་ཚོགས་པའི་ངོ་བོ་ཐོག་ནས་དཀའ་ངལ་ཆེ་ཤོས་དེ་ང་ཚོ་འདི་ཆགས་བསྡད་ཡོད་རེད། དཔེར་ན་ཨ་རིའི་ཐེབས་རྩ་ཚོགས་པ་རེད་བ། གཞུང་གི་རྣམ་པའི་ཐོག་ནས་བཞག་རྒྱུ་རེད་དངོས་གནས་བྱས་ན། ང་རང་ཚོ་གི་ད་ལྟ་དཔལ་འབྱོར་སྡུད་ཁུལ་བྱེད་པའི་སྐབས་ལ་ཡིན་ན་ཨ་ནི་གཞུང་ལ་ནི་བོད་གཞུང་ལ་ནི་ཨ་རི་ལ་བཙུགས་པ་ཡིན་ན་འགྲིག་གི་མེད་པ་སོང་ཙང་གཞུང་འབྲེལ་མ་ཡིན་པར་རྣམ་པ་སྟོན་ཡའི་ཆེད་དུ་ཨ་རིའི་ཐེབས་རྩ་ཚོགས་པ་དེ་བཙུགས་རེད། སྒེར་བདག་ཆགས་རེད་བ། སྒེར་བདག་ཆགས་རེད་ད། འདི་ནང་བཞིན་གྱི་ད་ད་ལྟ་ཡོངས་གླེང་བསླབ་གྲྭ་ཡིན་ན་རེད་ཨ་དེ་ག་ནང་བཞིན་གྱི། Voice of America དང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་དང་སྐྱོན་ཚོགས་ཆ་ཚང་ལོག་རོ་བ། སྒེར་བདག་ཆགས་དགོས་དེ་ག་རེད་ཟེར་ན་ང་རང་ཚོ་ལ། ཅིག་ལས་ཀ་བྱེད་མཁན་དེ་ལ་བཟང་སྤྱོད་མེད་པ་ཡིན་དུས་ཙམ་པ་ལ་ཨ་ནི་འདི་ཟ་ནས་ཨ་ནི་སུ་བཅད་གལ་ཆེ་འདུག་མ་རེད་དམག་མི་ནི་ཡོད་མ་རེད་གལ་ཡོད་མ་རེད་རང་སྣང་ག་འདྲ་བྱས་ནས་འགྲོ་བསྡད་པ་འདི་གིས་ཨ་ནི་ང་ཚོ་ལ་དཀའ་ངལ་དེ་འཕྲད་ཀྱི་ཡོད་རེད་འདི་དངོས་ཡོད་གནས་ཚུལ་རེད་རོ་བ། འདི་ཡིན་དུས་ག་ནི་ད་ད། ཨ་རིའི་གསར་འགྱུར། VOA། འདི་ཚོ་འགྲོ་བ་ཅིག་ཡིན་པ་ཡིན་ན་གསར་འགྱུར་མོ་བིན་རྒྱ་ནག་ལ་དགོས་ཡས་ཅིག་མ་འདོག་ཅིག་གི་རེད་བ། ང་རང་ཚོའི་ཕྱི་གསལ་ནང་གསལ་གསར་འགྱུར་བཀྲམ་གིན་མེད་བ་དེ་གསལ་བོ་གསལ་རྐྱང་རེད་ཁ་སང་བསོད་ནམས་ཁྲོ་རང་ཁྲོ་ལགས་ཀྱི་ཁོ་རང་དྲ་རྒྱ་ཅིག་གི་ནང་ལོགས་ལ་སྲིད་ཟུར་ཁ་སང་བྷ་གའི་ལགས། Canada ལ་རེད་བ། དེ་ཕེབས་པའི་སྐབས་ལ་གཏམ་བཤད་གནང་དེ་འདྲའི་ཆེ་བསྟོད་བཀའ་ནན་གསང་རྒྱུ་ཁོ་ན་ནང་སྟོན་མ་སོང་རེད་བ། དེ་འདྲའི་དངོས་གནས་དངོས་གནས་དྲང་གནས་རེད་ད་དེ་ཚོ་ང་ཚོ་ཚང་མ་མཐོང་བསྡད་དེ་རེད་བ་ཡིན་ནས་བྱེད་སྟངས་དེ་འདིར་ཉོབ་བཅུག་ཡོད་དོ་བྱེད་ཡོད་ད་ང་རང་ཚོ་ཚང་མ་རེད་བ། ད་དེ་ཡིན་དུས་ཀ་ནས་ད་དེ་ཚོའི་ཐོག་ལ་ང་ཞི་བོ་ཅིག་ད་ང་ཚོ་འདྲི་བྲལ་འགྲོ་བ་ཡིན་ན་ང་རང་ཚོ་གི་ཅིག་གཙོ་བོ་གཙོ་བོ་དེ་ང་ཚོ་གི་ཁྲིམས་ཡིན་ན་ཡང་ད་ད་ལྟ་ཁྲིམས་ཞིབ་ཁང་མེད་པ་རེད་ཁྲིམས་ཞིབ་ཁང་ཡོད་པ་ཡིན་ན་ཡང་མི་དྲང་པོ་མེད་པ་ཡིན་དུས་ཙམ་པ་ལ་ཨ་ནི་རྫི་རོ་དང་ཨ་ནི་གར་ས་སྙེ་མ་ཁམ་ཆུ་ཨང་ཉི་ཤུ་དེ་རྫི་རོ་ཟོས་སོ་ཟོས་ཟོས་ལ་འོ་དེ་འདྲའི་འདྲ་བོ་ཆགས་རྗེས་འགྲོ་དེ་རེད་རེད་བ། ད་ང་ཚོ་ད་ལྟ་གྲོས་ཚོགས་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བཀའ་ཤག་དང།

པ། ས་ཡ་དང་ས་ཡ་ང་ཚོ་སྐད་ཆ་བཤད་ནས་འགྲོ་བསྡད་ཀྱི་དཀའ་བ་བཟང་པོ་ཅིག་བྱུང་རེད། ད་འདི་སྐབས་ལ་སྲིད་སྲོལ་ཁོ་རང་འདྲ་བོ་ཅིག་ཆགས་བཞག་པ་ཡིན་ན་ཚགས་པར་གྱི་ཉོས་ཡ་ལ་ཡིན་ན་ཡང་སྤྱི་འཐུས་ལ་བཀའ་འཁྲོལ་ཞུས་བྱས་ནི་མ་རག་ནས་རྒྱུན་རིང་པོ་ག་ཚོད་འགོར་ཡོད་མེད་དེ་སྲིད་སྲོལ་ཁོ་རང་གི་བཀའ་སློབ་ནང་ལ་ཡོད་རེད་རོ། འདི་འདི་འདྲའི་སྤྱི་འཐུས་ཚང་པ་ལ་ད་ལྟ་གྲོས་ཚོགས་ཀྱི་སྟངས་འཛིན་བྱས་བྱས། རྒྱག་པོ་ཞུ་རྒྱུ་འགྲོ་གི་ཡོད་རེད་དེ། ཡིན་ན་ཡང་ད་བདམས་ཐོན་སྲིད་སྐྱོང་སླེབས་པའི་རྗེས་ལ་གྲོས་ཚོགས་ཚོགས་མ་འཐུས་བའི་ཟོལ་བྱས། ནང་སྲིད་ཀྱི་འགྲོ་སོང་ག་བ་འགྲོ་གི་ཡོད་མེད་ཧ་མ་གོ་འོས། དྲི་བ་དྲིས་ལན་བྱེད་ས་མེད་ན། ཁོ་རང་ག་བ་བཏང་ན་འདྲ་བོ་རེད་བ། ད་ང་ཚོ་བློ་འཚབ་ཆེ་ཤོས་ཀྱི་ག་རེ་ཡོད་རེད་ལབ་པ་ཡིན་ན། བཙན་བྱོལ་སྒྲིག་འཛུགས་འདི་དམངས་གཙོ་ཀ་བ་གསུམ་གྱི་སྒྲིག་འཛུགས་ཀྱི་ཆགས་བསྡད་ཀྱི་ཡོད་ཙང། དཔེ་མི་སྲིད་གནད་འགག་ཆེན་པོ་ཅིག་ཆགས་ཀྱི་ཡོད་པ་དང་ཀུན་བཏུས་ཀྱི་དགོངས་པ་བཞེས་རྗེས་ད་ག་འདྲ་དམངས་གཙོ་འདི་གསོད་རེ་གནང་ཡོད་པ་ཡིན་དུས་ཀ་ནི་ད་འདི་འཐོར་ཤི་འགྲོ་ན། ཨ་ནི། བོད། ང་རང། ཚོས་བཙན་བྱོལ་སྒྲིག་འཛུགས་འདི་ག་འདྲ་འདྲ་ཅིག་ཆགས་ཀྱི་རེད་བསམ་ནས་ད་མང་ཚོགས་ལ་སེམས་ཁྲལ་འདི་ཡོད་རེད་རོ་འདི་ཡིན་དུས་ག་ནས་ད་ད་ལྟ་བདམས་ཐོན་སྲིད་སྐྱོང་གི་ཨ་ནི་ཁྲིམས་ཞིབ་པ་རྫུན་མ་པ་ལ་རྫུན་མ་འགྲམ་ནས་དམ་འབུལ་ཞུས་ཨ་ནི་ཁོ་རང་ཡག་གི་སྒང་ལ་བསྡད་ཨ་ནི་ཁྲིམས་ཞིབ་པ་རྫུན་མ་ཆ་དེར་ཁོ་རང་ཡང་རྫུན་མ་ཆ་བསྡད་ཡོད་རེད་ད་གྲོས་ཚོགས་ཡག་པོ་ཡོད་བསྡད་པ་དེ་ད་ལྟོགས་རེས་ཀྱི་ཆེད་དུ་ཨ་ནི་སྐྱོན་བརྗོད་འདྲ་མ་འདྲ་འདི་ནས་བྱས་བྱས་རོ་ཨ་ནི་གྲོས་ཚོགས་ནང་ལོགས་ལ་ལྷིང་འཇགས་མེད་པ་ཅིག་བཟོས་བྱས་ད་གང་ལྟ་ཨ་ནི་རྗེས་ལ་ཨ་ནི་ཚང་མ་ཐོར་སོང་ན། འདི་ངའི་རྒན་མ་རོ་བ་ལ་ཡེ་ཁོ་རྒྱ་རྒྱ་རྒྱ་ནི་རྒྱ་འདི་ག་རང་ལ་ཡོད་ད་ད་འདི་ང་ཚོས་ཀྱི་ལུང་བསྟན་རྒྱབ་ཆུ་བོར་རོ་ད་འདི་འདྲས་བྱས་ནས་ཁོ་འགྲོ་བདེ་དུས་ཙམ་པ་ལ་ད་ང་ཚོས་ཀྱི་གྲོས་ཚོགས་ཁ་ཚང་གྲོས་ཚོགས་དེ་ཚོ་མཇུག་སྐྱོང་ཡག་པོ་བྱེད་ཐུབ་ཀྱི་མེད་པ་ཡིན་དུས་ཙམ་པ་ལ་ད་ད་ལྟ་གཏམ་ཚེ་ལགས་ཁྱེད་རང་གི་དགོངས་པ་བཞེས་དེ་དེ་ཚོ་ཡིན་ན་དཔེར་ན་མ་ན་ལིང་ལ་འབྲེལ་བ་ཡིན་ན་རེད་ད་འདི་ཚོ་ཏན་ཏན

ཅིག་བསྡུ་རུབ་བྱས་ཡོད་འདུག་དེ་ཙམ་པ་ལ། དམ་དོན་སྲིད་སྐྱོང་སླེབས་པའི་རྗེས་ལ་ག་རེ་ལབ་ཡོད་རེད་ཟེར་ན་གྲོས་ཚོགས་ནང་ལག་འཁྱེར་དང་ཡང་བརྒྱ་ཆ་ཉི་ཤུ་རྩེ་ལྔ་ང་ཚོས་ཉའ་ཡ་བྱས་བརྒྱ་ཆ་བདུན་ཅུ་དོན་ལྔ་ཕར་སྤྲད་འགྲོ་ཅིག་ཁོས་སྐད་ཆ་འདི་འདྲས་བཤད་ཡོད་རེད་དེ་དུས་སྐར་ལ་བགྲོ་གླེང་འགྲོ་བ་ཏེ་འགྲོ་ཟེར་བ་ཡིན་ན་ཡང་དེ་ཚོ་ཁ་གསལ་བོ་འགྲོ་ཅིག་ད་ག་ད་རྒྱ་གར་གཞུང་འགྲོ་བ་ཅིག་ཡིན་ན་དེ་ཚོ་ཧ་གོ་ན་ད་ཡམ་ཚིམ་པོ། སྤྱིར་བདག་ཅག་གི་རོ་ཡ་ང་ཚོས་ཀྱི། ཤ་དགུ་ཤ་ཏིམ་ལ་གོའོ་རང་དམིགས་ཡུལ་གངས་རི་ལ་དམིགས་པ་འདི་ག་རང་ལ་ཕར་སྤྲད་གོའོ་ར། ཨ་ཁོས་འདི་འདྲའི་ཡ་མཇེ་ཡ་ཁོས་ཀོ་ཡ་བྱེད་ཀྱི་འདུག་དེ་བྱེད་དུས་བརྩོན་པ་ལ། ཁོ་ལ་ད་ལྟ། ནང། འདི། ནང་སེལ་དང་ཨ་ནི། ཅིག་ཆོས་རིག་དང་འདི་འདྲའི་ལྟ་གཞི་ལྔ་ཅིག་ཁོས་འགན་འཁྱིལ་ཡོད་ཙང། ཐེ་ཇུས་ག་བ་བྱེད་ཅི་འདྲ་བོ་རེད་ཤེས་རིག་གི་ཐོག་ནས་རོ་དངུལ་དཔལ་ཤུགས་ཆུང་པོ་ར་གོ་ར་ང་ཚོས་ལ་རོ་བ། བཙན་བྱོལ་སྒྲིག་འཛུགས་ལ། ད་འདི་ཚོས་ཁ་ག་བ་བསྒྱུར་རྒྱུ་འདྲ་བོ་རེད་ཁོ་རང་གི་ད་ད་ལྟའི་ཆ་ལ་ར་ད། ག་རེ་ཟེར་ན། ཁོ་འདི་འདྲའི་རྒྱུ་ཡར་ལ་ཁོ་ལ་ངོ་ཚ་ནས་མི་འདུག་ལ་ག་རེ་ཟེར་ན་དངོས་གནས་བྱས་ན་ག་བ་ལ་དམིགས་པ་དེ་ག་རང་བཏང་དགོས་ཡས་དེ་ཁོ་འགྲོ་སྟངས་རེད་བ། ལམ་ལུགས་འགྲོ་སྟངས་དེ་ཚོ་མེད་བ་བྱས་ཨ་ནི་སོ་སོ་ཡར་ཐོན་ཨ་ནི་ཨི་ཁོ་དེ་ཁས་བཅར་རོགས་ཨ་ནི་པད་ག་བ་ཡིན་ན་ང་བྱེད་ཀྱི་ཡིན་ཟེར་ལབ་ཨ་ནི་ཨུ་ཚུགས་རྒྱག་ནས་བྱེད་ནོར་སོང་ན་ཡང་ནོར་སོང་ལབ་མ་ཐུབ་བ་བྱས་ཨོ་འདི་འདྲའི་བྱས་ནས་འགྲོ་དེ་དེ་ད་བདམས་ཐོན་སྲིད་སྐྱོང་ཁོ་རང་གི་དེ་རེད་ད་གང་ལྟར

དེ་རིང་ངས་འདི་རྣམས་ལ་མཐོང་རོགས་ཨ་ནི་ངས་འདི་བ་རྫུན་བཤད་ཡིན་པ། ཨ་ནི་བསམ་ཚུལ་བཤད་ཡིན་གུས་བཀུར་གནང་བ་ཐུགས་ཆེ་ཞུ་ཡ་ཡིན། ཨ་ནི་མི་མང་པོ་ཅིག་གིས་ང་གཉིས་ཀ་ལོ་ལ་ལོ་གསར་བ་གི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཅེས་བྲིས་ཤག་ཨ་ནི་ང་རང་གཉིས་ཀ་ངོ་ན་ནས་རེད་ལོ་གསར་བ་གི།

ང་ཚོ་བོད་མི་རྩམ་ཟས་པ་ཚང་མ་ལོ་ལ་སྡོད་ཡོང་ཁམས་གསུམ་གྱི་བོད་མི་ཚང་མ་ལོ་ལ་ཁ་སང་ནས་ལོ་གསར་བ་གི་འཚམས་འདྲི་ཞུས་ཚར་བ་ཡིན་ད་ཡིན་ན་དེ་རིང་ཡིན་ན་ཐེངས་གཉིས་པ་དེ་ཡིན་ཨང་རྣམ་པ་ཚོ་ཚང་མ་ལོ་ལ་ལོ་གསར་བ་གི་བཀྲ་ཤིས་བདེ་ལེགས་ཨང་ལོ་གསར་བ་དེ་རྣམ་པ་ཚོ་ནི་མེལ་ཚེ་རིང་ཡོང་བ་ཨང་ནི་དཀར་བ་ཚེ་མཐོ་བ་ཨང་ནི་བསམ་པ་དོན་འགྲུབ་བ་གི་སྨོན་འདུན་དང་སྨོན་ལམ་གྲངས་མེད་ཡོད་རྣམ་པ།